རྣམ་པ་ཚོ། སླར་ཡང་འདུ་འཛོམས་གནང་བ་ལ་ཐུགས་རྗེ་གནང་ཞོའི་ཡིན། ཨ་ནི། ད་ལྟ་ང་ཚོའི་གྱི་རྟ་འཚོགས་དུས་བཞི་བ། ཨ་ནི། ཐ་མ་དེ་ཡིན། ཨ་ནི། དེའི་ཆེད་དུ་ང་ཚོ་གསུང་བཤད་གནང་མཁན། ཉམས་ཞིབ་ལས་བྱེད་གཉིས་ཡོད། བསྟན་འཛིན་ཚེ་བརྟན་ལགས་དང་འཕྲིན་ལས་དབང་ཐོབ་ལགས། རྣམ་པ་གཉིས་བཅས་ཨ་ནི་ཁོ་ན་གཉིས་དང་ད་ལྟ་བྱོས་གཞི། དེ་ཚེ་བརྟན་ལ་གྲོས་བྱིན་པ་ཡིན་ན་ཨ་ནི་རྒྱ་ནག་གི་འགོ་ཁྲིད་ཐོག་ལ་ཉམས་ཞིབ་གནང་གི་ཡོད་རེད་དོན་ནང་བཞིན་གྱི་ཁྲི་ལེན་དབང་ཐོབ་ལ་གྲོས་བྱིན་ན་བོད་ནང་གི་འབྲོག་པའི་གནས་སྟངས་ཐོག་ལ་ཉམས་ཞིབ་གནང་གི་ཡོད་རེད་ཨ་ནི་ད་ལྟའི་ཆ་ལ་ཡིན་པ་ཡིན་ན་བརྟན་ཚེ་བརྟན་ལ་ངོས་ནས་རྒྱ་ནག་འགོ་ཁྲིད་ཀྱི་ནང་ལོག་ནས་ད་ལྟའི་ཆ་གི་ད་དབུ་ཁྲིད་ཞི་ཅིན་ཕིན་དང་འབྲེལ་བ་ཡོད་པའི་ཐོག་ལ་གསུང་བཤད་གནང་གི་རེད། ཨཱ་ནི་ཁྲི་ལས་དབང་སྟོབས་ལ་འགྲོ་བཞིན་པ་ཡིན་ན་ཁམས་ཡུལ་ཤུལ་སྐྱེ་རྒུ་མདོའི་ནང་ལོགས་ལ་ཨཱ་ནི་བོད་པའི་འབྲོག་པའི་གི་གནས་སྟངས་ཐོག་ལ་ཨཱ་ནི་དེ་འདྲ་གསུང་བཤད་གནང་གི་རེད། རྣམ་པ་གཉིས་དབུ་འཛུགས་མ་གནང་གོང་ལ་ཨཱ་ནི་རྣམ་པ་གཉིས་གི་ངོ་སྤྲོད་མདོར་བསྡུས་ཞུ་ཆོག་པ་རེད། བསྟན་འཛིན་ཚེ་བརྟན་ལགས་ཁོ་ན་འགྲོ་བཞིན་པ་ན་སླར་ཡང་ཁོ་རང་བོད་ཕྲུག་ཁྱིམ་སྡེ་ནས་ཐོན་ཞག་པ་ཅིག་རེད་ཞག་ཨ་ནི་དེ་ནས་ཁོ་རང་གི་ཉེ་བའི་རིག་གནས་རམ་འབྱམས་པ་སྡེ Saint Aloysius མཐོ་སློབ་ནས་དང་དེའོ་ན་ཤིང་ཀའི་གཙུག་ལག་རམ་འབྱམས་པ་སྡེ Baroda ནས་ཐོན་གནང་ཞག་ཨ་ནི་ཁོ་རང་སྲི་ཞུ་བ་ལས་བྱས་ཏེ་ཨ་ནི་ཉིས་སྟོང་བདུན་ལོ་ལ་མཉམ་འཛུལ་ཞུ་གནང་བཞག་ཨ་ནི། ཡིན་ན་ཡང་ད་དེ་ནས་ང་རང་ཚོ་ད་ལས་ང་རང་སྲི་ཞུ་བ་ལས་བྱེད་ཚང་མ་གཅིག་མཚུངས་རེད་ཕ་ནས་ཕ་ཚོ་གནས་ཚུལ་གནས་སྤོས་ཕེབས་ཏེ་ཡོད་རེད་ཨ་ནི་བོད་སྲི་ཞུ་ཉར་ཞུས་ཁང་ལ་ཨ་ནི་ཉིས་སྟོང་བཅུ་ལོ་ལ་ཚུ་གནས་སྤོས་ཕེབས་བ་རེད་བཞག་དེ་ག་ནང་བཞིན་གྱི་འཕྲིན་ལས་དབང་ཐོབ་ལགས་ཁོ་རང་འགྲོ་བཞིན་པ་བྱིན་ན་སླར་ཡང་ཨ་ནི་བོད་ཕྲུག་ཁྱིམ་སྡེ་ནས་སློབ་སྟོན་བྱིན་པ་རེད་བཞག་དེ་ནས་ཁོ་རང་གི་ཨནྡྲ། ལོ་ཡར་ལ་མཐོ་སློབ་ནས་ཨ་ནི་ཚོང་ལས་རིག་པའི་ཐོག་ལ་ཉེ་བའི་རིག་གནས་རབ་འབྱམས་པ་སློབ་སྦྱོང་གནང་བཞག་ཨ་ནི་དེ་ནས་གཙུག་ལག་རབ་འབྱམས་པའི་སློབ་སྦྱོང་དེ་ཡང་ཨ་ནི Computer Oriented Business Application ཐོག་ལ་དེ་ནས་སློབ་སྦྱོང་གནང་བཞག་དེ་ནས་ཁོ་རང་གི་ཉེ་བའི་འབུམ་རམས་པའི་སློབ་སྦྱོང་དེ་ཨ་ནི Statistics and Human Resource Management གི་ཐོག་ལ་གནང་ཞིང་ཨ་ནི་ཁོ་རང་ད་ལྟ་ང་ཚོ་བོད་སྲིད་ཇུས་ཉམས་ཞིབ་ཁང་གི་ལས་བྱེད་གསར་ཤོས་དང་རེད་ད་ལྟ་ལས་བྱའི་ཆ་ནས་ལོ་གཅིག་ད་ལྟ་འཁོར་གྱི་ཡོད་རེད། ད་ངོ་སྤྲོད་ཧ་ཅང་གི་འདུག་དུས་འདི་དང་མཉམ་དུ་ཨ་ནི་ད་རིང་གི་ཚོགས་དུས་བཞི་བ་འདི་དབུ་འཛུགས་ཞུ་ཆོག་པ་གཅིག་དང་པོ་དེ་ལ་ཏིང་ཚེ་བརྟན་ལགས་ངོས་ནས་ཨ་ནི་དབུ་འཛུགས་གནང་རོགས་གནང་ཞུ།

ས་ཆ་དེ་གལ་ཆེན་པོ་ཞུ་ཅི་ཆགས་འདུག་བྱས་ཙང། ད་ད་འདའི་ད་རིང་ཚོགས་འདུ་དེར་ཡང་སྐར་མ་ཉི་ཤུ་དུས་ཚོད་དུས་ཚོད་ལས་མེད་དུས་གཅིག་གི་ཚ་ར་བར་མང་པོ་བཤད་བསྡད་ན་གཅིག་གི་ཆོ་མེད་རྒྱུ་རུ་བྱས་ཙང་ད་བསམ་བློ་བཏང་དུས་སྐབས་འབའ་ལ་ཡང་ད། གཅིག་གོང་གནས་ཁོ་རང་གིས་ཐུགས་ཕན་གསོས་ཐུབ་ན་བསམ་བསམ་གཅིག་གིས་ད་གནད་དོན་འདི་གཅིག་ངས་མཐོང་སོང་བྱས་ཙང་ད་གནད་དོན་འདིའི་ཐོག་ལས་ཉིན་གཅིག་རྒད་པོ་སྨན་པ་ཞེས་ནི་གཅིག་བིགས་བིགས་ཞེས་ཞུས་ཀི་ཨ་ནི་བྱས་ཚེ་དེ་འདྲས་གཅིག་ལྷག་འོད་ན་དྲི་བ་དྲིས་ན་སྐབས་ལ་ཡང་ཨ་ནི་གསལ་བཤད་ཞུ་ཡའི་གོ་སྐབས་ཡོང་ངོ་བསམ་མོ་འདུག་བྱས་ཙང་གི་ད་རྒྱ་ནག་རྒྱ་ནག་ནང་ལོགས་ལ་ཡང། འཛིན་སྐྱོང་འགྱུར་བ་ཕྱིན་རྗེས། ད་པེ་ཅིན་ལོ་གཉིས་ཕྱིན་དྲུག་གོ་རེད། དེའི་ནང་ལ་ཡ་འཛིན་སྐྱོང་ནང་ལོགས་ལ་ཡ། ད་ད་ལྟའི་ཆར་ཡ་དཔོན་པོ། གཙོ་བོ་བདུན་ཞིག། འགོ་ཁྲིད་ཨ་ཞི་ཅིན་ཕིང་ཁོ་རང་གིས་འགོ་ཁྲིད་པའི་དཔོན་པོ་གཙོ་བོ་བདུན་ཡོད་རེད། ད་ཁོང་ཚོའི་གཅིག་གིས་ང་ཚོ་ག་རེ་གོ་ཚོད་བོར་ཞུ་བས་ན། ད་ལྟའི་ཆར་ཡ་གཅིག་གིས་མང་པོ་ཅིག་རྣམ་པ་ཚོ་གསར་འགྱུར་བརྒྱུད་ལམ་ཐོག་ནས་ཡིན་ནའི་རེད།

དེ་ཡིག་གི་རྒྱབ་ལྗོངས་ཅིག་བལྟ་བ་ཡིན་ན། འདི་ཡིག་ང་ཚོའི་གི་ཉེ་བའི་གི་རྒྱ་ནག་གི་ད་ལོ་བརྒྱ་ལྷག་ཅིག་གི་ཆབ་སྲིད་ཀྱི་གནས་སྟངས་ལ་ཡག་ཅིག་བལྟས་ན། ད་ཅིང་རྒྱའི་ད་གར་ཚུགས་རེད། རྒྱལ་ཁམས་རེད། ཅིང་རྒྱལ་ཁམས་ད Empire ཅིང Dynasty དེ་སྦོ་ལུགས་ནས་བཞིན་ད་ཅིག་གི་རྒྱ་ནག་དེ།

ཁོ་རང་གིས་ད་ཅིག་གི་ད་ལྟའི་གི National Leadership ནང་ལོགས་ལ་ཡ། ཁོ་རང་གི་དཔོན་པོ་བདུན་ཁོ་རང་གི་ཁོ་རང་བརྩིས་པའི་དཔོན་པོ་བདུན་ཡོད་པའི་ནང་ལོགས་ལ་ཡ། དཔོན་པོ་གསུམ་རྒྱ་ནག་དཔོན་པོ་གསུམ་ཁོ་རང་གིས་ད་ཅིག་གི་ཆུང་དུས་ཀྱི་འཚར་ལོངས་བྱེད་ས་རེད། དེ་ནས་ཁོ་རང་ཆུང་དུས་དང་ཐོག་བཅུ་དང་དགུ་བརྒྱ། Late Sixties། སྐབས་ལ་ཁོ་རང་ཕེབས་སྐད། རྒྱ་ནག་གི་ས་ཁུལ། Shanxi། དང་ཐོག Province Shanxi ནང་ལོར་ལ་དེ་འདྲའི་ཞིང་ལས་དེ་འདྲས་ཀྱི་ལས་འགུལ་ཐོག་ལ་ཡང་མང་བཏང་ཞུགས་ནས་མང་བཏང་བཞག་པའི་སྐབས་ཀྱི་དེ་འདྲས་ཀྱི་སློབ་ཕྲུག་ཆགས་བསྡད་བོར་དེའི་སྐབས་སུ་ཁོ་རང་གི་མཉམ་དུ་ཨ་ནེ། ཕའེ་ལྡན་གཉིས་ཀྱིས་ད་ལྟའི་གི་ནང་ལོར་དཔོན་པོ་བདུད་དང་ནང་ལོ་གལ་ཆེ་ཤོས། དེ་ལག་པ་གཡོན་ལ་དང་དང་ཡོད་བསྡད་པ་གཡས་ལ་ཡོད་ངས་གཡོས་ལ་ཡོད་བསྡད་པ་བྱས་ང་མི་སུ་གཡོན་ལ་ཡོད་བསྡད་པ་དེ་ཁོ་རང་ཚན་ལ་ཝང་ཆི་ཧྲན་ཨ་ནི་དེ་བྱས་དེ་ནས་ད་ལྟ་གཞན་དག་ད་ལྟ་ཡུའུ་ཀྲེང་ཞན་ཁོ་རང་ཁོ་རང་གསུམ་ད་ལྟ་དཔོན་པོ་བདུན་ནང་ལོགས་ལས་ཁོ་རང་གསུམ་ད་ཁོ་རང་གི་ཝང་ཆི་ཆིག་བསྡུས་བྱས་ཀྱི་སྟབས་ཁོ་རང་གི་ཉེ་བ་ཟེར་ནས་རེད་ཁོ་རང་གི་ད་བློས་སྐྱེས་པ་ཟེར་ནས་དེ་གསུམ་ཆགས་བསྡད་འོ་ལེ། ད་དེ་ཡིན་དུས་སྐམ་པ་ལ་ཡང་ད་ལྟའི་གི་གནས་སྟངས་ལ་ཡང་བལྟས་པ་ཡིན་ན། ཞི་ཅིན་ཕིན་ཁོ་རང་གི་ཁོ་རང་གི་ལས་རོགས་གཉིས་དེ་ལ་ཡང། ཝང་དང་ཡུའུ་ཁོ་རང་གཉིས་ལ་ཡང། པོར་ཀྲོ་ལིའོ་གལ་ཆེན་པོ་ཞུས་གཉིས་ད་ལྟའི་གནས་སྟངས་ལ་བལྟས་པ་ཡིན་ན། ཁོ་རང་ཝང་ཆི་ཧྲན་ཁོ་རང་ལ་གར་ཕུལ་ཡོད་རེད་ཞུས་པ་ཡིན་ན། ད་ལྟའི་གི་གནས་སྟངས་ལ་ཡང་རྒྱ་ནག་གི་རྒྱ་ནག་རྒྱལ་ཡོངས་ནང་ལོགས་ལ་ཡང་ལྐོག་ཟ་རུལ་སུངས་ཤུགས་ཆེན་པོ་ཞུས་གཅིག་གི་དཀའ་ངལ། ད་དེ་ལྐོག་ཟ་རུལ་སུངས་འདི་གཅིག་གི་ལག་པ་མ་འཆང་བ་ཡིན་ན་ཁོ་ག་ལི་ག་ལི་ག་ལི་ད་གཅིག་གི་རྒྱ་ནག། དམར་ཤོག་ཚོགས་པ་ཁོ་རང་ཚོ་རང་གིས་ས་གཅིག་གི་བར་ཞུགས་བའི། གཟི་བརྗིད་གཞོན་ནུ་མ་ཟི་ཀ Legitimacy དེ་ལ་ཡང་ག་ལི་ག་ལི་ཁོ་རང་ཉམས་འགྲོ་བའི་ལ་སོགས་པ། དེ་ནས་ཨ་ནི་རྒྱ་ནག་གི་རྒྱལ་ཡོངས་ནང་ལོགས་འདི་ཡང་ཨ་ནི་མི་མང་གི་གཅིག་གི། ཁར་ཞུགས་ད་འདི་ལ་ཡང་ངོ་རྒོལ་དེ་འདྲས་ཤུགས་ཆེན་པོ་ཞུས་ཀྱི་ཡོང་ཨ་གི་ད་ཉེན་ཁ་དང། དེ་སྔོན་ཡོང་བསྡད་པ་དེ་ཚོའི་གི་གཞི་ལས་བཞག་རྗེས་ཁོ་རང་གིས་ད་ལྟ་གོ་གནས་དེ་ལ་ཡང་ད་ལྟ་ཝང་ཆི་ནི་ཁོ་རང་ཞལ་འདི་རྒྱུ་མཚན་དེ་འདྲས་ཞིག་ཐུག་འདུག་བསམ་གྱི་འདུག་ཕྱོགས་གཞན་དག་དེ་ལ་ཡང་ད་ལྟ་ཡུལ་ཁོ་རང་ལ་ཡང་ག་རེ་གནང་ཡོང་ཞོར་བས་ན། གོ་གནས་འདི་རྒྱ་ནག་གི་ད་ལྟའི་དབྱིན་ཇི་ཐོག་ནས་ཤོར་བས་ན། Chinese People's Political Consultative Conference སྤྱི་བཏང་གི་རྒྱ་ནག་གི་མཁས་པ་མང་པོ་ཞིག་བཞེད་དགོས་ཡོད་རེད་ལ་རྒྱ་ནག་གི་དངོས་འབྲེལ་གྱི་རེ་ཡ་ལི་ནང་ལོགས་ལ་ཡང་ད་ལྟ་ཚོགས་ཆུང་འདི་སྤྱི་བཏང་གི། གལ་ཆེན་པོ་མིན་པ། གལ་ཆེན་པོ་མིན་པ་ཟུར་ནས་ད་དེ་ལ་ཡང་དབང་ཆ་ཞེ་དྲག་མེད་པ། དེ་འདྲའི་དུ་ཆ་དེ་ཁུར་དུ་ཡིན་པ་ཡིན་ནས་ད་ཁོ་ད་ལྟ་ཚོགས་ཆུང་དང་ད་དེ CPPCC ཟེར་ཡས་ཀྱི་ཚོགས་ཆུང་འདི་བར་ལ་ཡང་ད་ང་ཚོ་བོད་པའི་བོད་པ་ཙམ་མ་ཟད་གྲངས་ཉུང་མི་རིགས་ད་ལྔ་བཅུ་ང་ལྔ་ལྷག་ཅིག་གི་གནད་དོན་འདི་འདི་གི་ད་འདི་གི་བར་ལ་ཡང་སྟངས་འཛིན་སྒྲུབ་ཡུལ་ནས་རེ་ག་རེ་བྱེད་ཡུལ་ནས་འདི་བར་ལ་ཡང་ཅིག་ཆ་དེ་དུས་སྐབས་མ་ལ་ཡང་ད་ལྟའི་གནས་སྟངས་ཆ་ལ་ཡང་ད་ཅིག་གི་གོ་གནས་གོ་གནས་ཟེར་ནས་རེ་ད། ད་ཚོགས་ཆུང་ཟེར་ནས་ཁྱེད་ཆེ་ཆུང་གཉིས་ལ་ཡང་ཨ་ནེ་ཁོ་རང་གི་བློས་སྐྱེ་བའི་མི་གཉིས་འདུག་བྱས་ཀྱི་ལས་དེ་བཞག་ཤོད། ད་ངེད་ཀྱི་མ་གཅིག་མ་འགྲོ་བའི་སྔོན་ལ་ཡང་ངེད་ཀྱི་འདི་འདི་ཚོ་གསུམ་གནད་དོན་འདི་ཚོ་གསུམ་གང་ལ་ཡང་གཅིག་འབིགས་སྦིགས་ཞུས་ཐུབ་ན་གཅིག་གི་གལ་ཆེན་པོ་མཐོང་གི་འདུག་ད་ལྟ་ཞི་ཅིན་ཕིན་ཁོ་རང་ད་ཅི་སྟངས་ཀྱི Deng Xiaoping ཁོང་གིས་དུས་ཚོད་དེ་ནས་བྱས་རྗེས་ད་ལྟ་ད་ཁོ་རང་མ་བརྩི་བ་ནས་བཞིན་ད་ཧུའུ་ཅིན་ཏའོ་ཅན་བརྩི་མིན་བྱུང་ཡོད་རེད། ད་ལྟ་བུ་དུ་དཔོན་པོ་ཁུའུ་ཅིན་ཏའོ་དང་ཅན་བརྩི་མིན་བརྩི་བའི་གི་ནང་ལོགས་ལ་ཡང་ཞི་ཅིན་ཕིང་དུ་བལྟས་ཡོང་དུས་ཁོང་མ་ཡོངས་གྲགས་དཔོན་པོ་དངོས་གནས་ཁོ་རང་གི་དབང་ཆ་ཕྱོགས་བསྡུས་བྱས་ཡོད་རེད་བསམ་ན་བྱས་ཡོད་རེད་དེ་གང་ལ་ཡང་ཁོ་རང་དངོས་གནས་ཀྱི་གར་སོང་རེད་ད། སྟོབས་ཤུགས་ཡོད་དེ་ངས་ད་སྟོབས་ཤུགས་ཟེར་དུས་འདི་ཟེར་བར་ད་ཁོ་རང་རང་གི་སྟོབས་ཤུགས་དེ་ཟེར་གྱི་མེད་ཉིད་ཀྱི། སྤྱི་བཏང་གི་ཁོ་རང་ལ་ཡ་ད་ཤོག་ཁག་ཡོད་དེ་བ་ཁོ་རང་ལ་ཡ་གཙོ་བོ་གལ་ཆེ་ཤོས་ཀྱི་ཨང་ད་གོ་གནས་གསུམ་བརྒྱུད་དེ་ཡ་རྒྱལ་ཁབ་ཀྱི་སྲིད་འཛིན། དམག་གི་དྲུང་ཆེ། དེ་ནས་དམར་ཤོག་ཚོགས་པའི་ཚོགས་གཙོ། ད་རྒྱ་ནག་གི་འདི་ཚོ་གསུམ་གལ་ཆེ་ཤོས་གསུམ་དེ་ཁོ་རང་ལ་ཡ། ད་འདི་ངས་འབིགས་པའི་ཞོལ་བས་ན་ཧུའུ་ཅི་ནག་ཐོགས་སུ། སྲིད་འཛིན་ཆེ་རེད་རྒྱ་ནག་གི། མ་གཞུ་ཚོགས་པའི་ཚོགས་གཙོ་ཆེ་ཡིན་པ་ནི་དམག་གིས་ཁོ་རང་ལ་ཡག་གོ་གནས་དེ་ཕལ་ཆེན་ཧ་ལམ་ལོ་གཉིས་གསུམ་གྱི་རྗེས་ལ་མ་ཤི་ཅང་ཙེ་མིན་གྱི་ལག་པ་ནས་ཁོ་རང་གི་ཕྱག་ནས་རག་ཡོད་མ་རེད། ཅང་ཙེ་མིན་ཁོ་རང་ལས་ཆ་ཆ་མཚོན་པ་ཡིན་ན། དེང་ཞའོ་པིན་གྱིས་མང་ཕུལ་བས་དེ། ཕལ་ཁེ་ལི་ཡ། ཤུ་གུའི་ནང་ལོ་ལ་ཡ་ཟླ་བ་གསུམ་བཞི་ཟླ་བ་ལྔ་དྲུག་བྱས་ལ་ཕུལ་ཡོད་རེད་དེ་འདྲའི་ཤེས་སྐོར་དེ་ཡིན་པ་ཡིན་ནའི་དངོས་འབྲེལ་གྱི་ཁོ་རང་ལ་ཡ།

གལ་ཆེ་ཤོས་ཀྱི་ཆ་དེ་ཤ་ཤོད་ཡིན། ད་ད་ལྟ་དེ་གནད་དོན་གསུམ་དེ་ནང་ལོགས་ལ་ཡ་ཁོ་རང་ད་ལྟ་ཡ་དེ་ནང་ལོགས་ལ་ཡ་སླེ་བ་ནས་ཤེས་འདི་རི་ཞིག་ནང་ལོགས་སླེ་བ་ནས་བྱས་བྱས། དང་པོ་དེ་རྒྱ་ནག་ནང་ལོགས་ལ་ཡ་ལྐོག་ཟ་རུལ་སུངས་མེད་པ་བཟོས་ཏེ་བྱས། དེ་ནས་བོ་ཤི་ལའི་ད་ནམ་སོགས་རྒྱ་ནག་གི་ཆབ་སྲིད་ཀྱི་ཐོག་ལ་ཡ་ཅིག་དོ་སྣང་གནང་གི་ཡོད་ན་དེ་ཕལ་ཆེན་ཁེངས་ཀྱི་རེད།

དེ་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཞུ་ཅིག་དེ་འདྲའི་རྣམ་པ་མཚོན་དུས་ད་ཚུན་དུ་བྱ་ཞོན། ཨ་ནི། ད་ངས། ད་ཞི་ཅིན་ཕིང་ཁོ་རང་ད་ག་འདྲས་ཞིག་གི། དབང་ཆ་གཅིག་སྡུད་བྱེད་བྱེད་པ་མ་ཟད་ད་ལྟའི་ཆ་ལས་ཁོ་རང་གིས་ད། ཤུགས་ཆེན་པོ་ག་ཚོད་ཆགས་ཡོད་མེད་དེ་ངས་ཀྱིས་མ་འབིགས་ཞུས་པ་ཡིན་ན། ད་ཉེ་ཆར་ད་ལྟ། ཚོགས་ཆེན་སྐབས་བཅོ་བརྒྱད་འདི་ཉེ་ཆར་ཟ་ལོ་གཉིས་གོང་ལ་ཡང་དམར་ཤོག་གི་ཚོགས་ཆེན་སྐབས་བཅོ་བརྒྱད་ཚོགས་ཡོད་རེད། དེའི་རྗེས་ལ་ཡང་ཨ་ནི་ད་ཚོགས་འདུ་མང་པོ་ཚོགས་ཡོད་རེད་འབུ་ཚོགས་མང་པོའི་ནང་ལོགས་ནས་ཚོགས་འདུ་གལ་ཆེ་ཤོས་གཅིག་དེ་ད་སྐབས་བཅོ་བརྒྱད་པའི་ཚོགས་འདུ། ཚོགས་འདུའི་ནང་ལོགས་ནས་ཚོགས་འདུ་ཐེངས་གསུམ་པ Third Plenum ཞུས་རེད། དེའི་ནང་ལོགས་ལ་ཡང་ད་གཅིག་གི་རིམ་པ་མང་པོ་གཅིག་ག་རེ་རིམ་པ་ག་རེ་ཞུ་རེད་རྣམ་གྲངས་མང་པོ་ཞུས་གཅིག་གི་ད་ལྷག་རྣམ་གྲངས་དྲུག་ཅུ་ལྷག་ཅིག་གི་དེ་འདྲའི་གི་འདི་འདྲའི་ཞིག་སྤེལ་ཡོད་རེད། འདི་ནང་ལོགས་ནས་འདི་ནང་ལོགས་འདི་སྤེལ་པའི་སྐབས་ལ་ཡང་ཞི་ཅིན་ཕིན་ཁོ་རང་གིས་འདི་ནང་ལོགས་ལ་ཡང་ཇུའབ་འདི་ཁོ་རང་གིས་འདི་བཟོས་པ་མ་ཚད་ད་ཁོ་རང་འདི་འགན་འཁྱེར་ཆེད་བཟོས་ཁོ་རང་གིས་གཙོ་བོ་གྱུར་ཆེད་ཁོ་རང་བཟོས་པ་མ་ཚད་ཁོ་རང་གིས་ཇུའབ་འདི་ཕ་ཨནི Approval ཆེད་དུ་ཁོ་རང་ཕུལ་ཡོད་སྤྱི་བཏང་གིས་ད་ཇེ་ནོར་སྲས་ཁྱེད་ཚོ་ཡིན་པས་ཀྱི་ངོ་བོ་ལ་ཡང་ཨནི་དེ་དེ་འདྲའི་གནང་ཡག་གི་འདི་དབང་ཆ་འདི་ཡོད་རེད་ཡིན་པ་ཡིན་ནས་ཁོ་རང་གིས་ད་གོང་ལ་ཡང་མགྲོན་པོ་གཞན་དག་དོན་ཚོད་འདི་འདྲའི་མ་གནང་དུས་དེ་ཁོ་རང་གིས་གནང་བའི་གནང་སྟངས་དེ་ལ་བལྟས་པ་ཡིན་ན་ཁོ་རང་དངོས་གནས་ཁོ་རང་གི་ཅིག་གིས་གཞན་དག་དང་མ་འདྲ་བའི་ཁོ་རང་ཅིག་འཇོན་སྟངས་ཟེར་ནས་རེད་ད་ཁོ་རང་གལ་ཆེན་པོ་ཅིག་ཁོ་རང་གི་དབང་ཆ་གཅིག་སྡུད་བྱེད་ཡབ་ཡ་དངོས་གནས་ཀྱི་འཇོན་སྟངས་ཡོད་འདུག་དེ་འདྲས་ཅིག་མཚོན་གི་རོ་རེ་ཞུ་ཡ་ཡིན་རོ། ད་ཚོགས་འདུ་ཐེངས་གསུམ་པ་འདི་ཚོགས་པ་ནས་ཚོགས་འདུ་འདི་ནང་ལོགས་ནས་མ་ཅིག་གིས་གནད་དོན་གནད་དོན་ཟེར་ནས་རེད་ད། གར་སོགས་ལས་ཚོགས་ཆུང། ཚོགས་ཆུང་ཟེར་ན་འབྲེལ་ཡོད་ནང་ལྟར་ལྷན་ཚོགས། ལྷན་ཚོགས་ཟེར་ན་ཏག་ཏག་བོད་ཆས་འབྲེལ་ཡོད་ཟེར། ལྷན་ཚོགས་གལ་ཆེན་པོ་ཞོལ་གཉིས། མ་ཁོ་ཚོའི་ཚོགས་འདུ་དེ་ནས་མ། དོན་ཡོད་རེད། ད་དེ། ལྷན་ཚོགས་ད་ལྟ་འདི་གང་ལ་ཡ་དེ། ལྷན་ཚོགས་ལྟ་ངན་དེ་ཨིན་ཆི་ཐོག་ནས་ཞུ་ཞུ་བ་བྱེད། Leading Group for Comprehensive Deepening of Reform དང National Security Committee། ད་ཚོགས་འདུ་འདི་གཉིས།

ད་སྒང་ནས་སྤེལ་གྱི་ཡོད་པ་ཡིན་ནའི་བར་ནས་ཡ་ཅོ་ནེ་ལ་ཟེར་བ་མ་ཤ་དེ་འདྲས་ཀྱི་གནས་སྟངས་ཆ་དོད་ཀུན་པ་ལ་ཡ་ད་དབུ་ནེ་ཁོ་རང་གི་གཅིག་གི་དཔལ་འབྱོར་གྱི་ད་ལྟ་དེ་གར་བཞུགས་རེད། སྲིད་ཇུས་མ་ལག་བསྟར་བྱེད་ཀྱི་ཡོད་པས་ན་ཁེག་མང་པོ་གཅིག་དེ་འདྲས་གསུང་གོ་རེད། དཔལ་འབྱོར་གྱི་འགྱུར་བ་བཏང་ཡས་ལ་ཡ་འགྱུར་བ་བཏང་ཡས་ལ་དང་པོ་གཉིས་ལ་ཡ་ཆབ་སྲིད་ཞུགས་རོགས Political དེ Reform དེ་མ་གནང་བ་ཡིན་ན་འགྲོ་ས་ཡོད་མ་རེད། དེ་དངོས་འབྲེལ་འགྲོ་གྱི་རེད་ག་རེ་ཡིན་ག་འདྲས་བྱེད་ཆོད་པ་ཡིན་ན།

དཔལ་འབྱོར་གྱི་འདི་འདྲའི་བསྒྱུར་བཅོས་གཏང་ག་འགྲོ་འགྲོ་དུས་ཀམ་པ་ལའི་ཁོང་ཚོ་ཡི་ཁོང་ཚོ་ཁོང་ཚོ་ད་ལྟ་འདི་གི་ད་གར་ཞུགས་རེད་སེཀ་ཤན་ཟུར་ནས་རེད་ད་ཁོང་ཚོའི་གི་ལྐོག་ན་དེ་ལ་ཡ་ཤུགས་ཆེན་པོ་ཞུས་ཅིག་ད་ཕོག་ཐུག་ཟེར་བ་ཕོག་ཐུག་ད་ཕོག་ཐུག་ཆུན་ཆུན་དེ་ནས་མ་རོག་ད་བད་ཁོ་རང་ཁོང་ཚོ་ལ་ཡ་གྱོང་ཆེན་པོ་ཞུས་ཅིག་ར་བའི་དེ་འབོ་ད་ནམ་ས་ཅིག་གི་ལས་སླ་བོ་ཅིག་བྱེད་ཅིག་བྱེད་བྱེད་མ་ཐུབ་ཡ་ཅིག་ཁོང་ཚོ་ཕི་ཁའི་ཕྱོགས་ཞིང་བདག་ཅེས་བཀའ་སྩལ་པའི་རེ་ཤུགས་ཆེན་པོ་ཞུ་ཅིག། ད་དེ་ལ་དུས་ཀྱི་བར་ལ་ཁོ་རང་ཚོ་དང་པོ་དེ་ཚོ་འགྱུར་བ་བཏང་ཡ་ལ་ཡ། དབང་ཆ་གཅིག་མཚུངས་ཡག་པོ་མ་བྱེད་པ་ཡིན་ན། ཁོ་རང་ཚོ་གི party ཁོ་རང་ལ་ཡ track ཡོང་ཡ། party ཁོ་རང reform གི་སྐྲག་ཁལ་ཆགས་ཡ། reform སྐྲག་ཁལ་ཆགས་ཡ་ས party ཁོ་རང་མ་བཟའ་ཡ་ཡིན་ག། དེ་འདྲའི་ཆགས་དུས་སྐམ་པ་ལ་ཡ། ཨ་ནི། ད་ལྟ་དེ་ཁོ་རང་གི། དེ་གཉིས་ད་ལྟ་དེ Central Leading Group དང National Security Committee དེ་གཉིས་གཙོས་བས་དེ་ཁོ་རང་གི་ད་ལྟ་དེ་དབང་ཆ་གཅིག་སྡུད་བྱས་ཀྱི་བྱས་ཀྱི་བརྒྱུད་ལམ་དེ་ནང་ལོགས་ནས་གལ་ཆེ་ཤོས་དེ་གཉིས་ཅིག་ཆགས་འདུག་བསམ་པོ་འདུག་ད་གཉིས་པོ་དེ་ད་ལྟ National Security Committee National Security Committee ད་ལྟའི་ཆ་ལ་ཡང་ད་བཙུགས་ནས་ད་ཁེ་སང་ཉིན་མ་གཉིས་གོང་ལ་ཡང་ཚོགས་འདུ་ཐེངས་མ་དང་པོ་དེ་ཚོགས་སོང་ཁོང་ཚོའི་ཚོགས་འདུ་ཐེངས་མ་དང་པོ་དེ་ད་ད་ལྟ་དེ་ཚོགས་འདུ་ཐེངས་མ་དང་པོ་དེ་ཚོགས་ནས་དེ་ནང་ལོགས་ལ་ག་རེ་བཤད་ཀྱི་འདུག་ཤོད་པ་ཡིན་ན།

ད་དེ་ལས་དུས་སྐམ་པ་ལས་ང་ཚོ་ཐད་ཀར་གྲངས་ཉུང་མི་རིགས་གྲངས་ཉུང་མི་རིགས་འདི་ནང་ལོགས་ནས་ད་གྲངས་ཉུང་མི་རིགས་ད་རྒྱ་ནག་ལ་བལ་ཐད་ཀར་གཅིག་དཀའ་ངལ་ཡོད་བསྡད་པ་དེ་བོད་དང་ཤིན་ཅང་དེ་གཉིས་ཆགས་དེ་དུས་སྐམ་པ་ལས་ཁོང་ཚོས་ཀྱི་ད་དེ་ང་ཚོ་ལ་ཡང་ཁ་བཏུགས་ཤིག་འབྲེལ་བ་ཆགས་དེ་དེ་འདྲ་ཆགས་ཀྱི་འདུག་བསམ་གྱི་འདུག་ཨ་ནི། ཚོགས་ཆེན་དེ་ཀ་མི་ཏི་དེ་རང་ཉིད་ཀྱིས་ད་ཅིག

བེ་ཅན་དགེ་བཅུའི་གོང་དགེ་བཅུ་གོང་དུ་བ་ལ་ཡང་དེ་རང་ཅག་ཅིག་སླར་ཡང་སླར་གསོ་བྱེད་ཅེས་ལྟ་འདི་དུ་ཞེས་ཕྱག་འདེབས་ཏེ་ད་ལྟ་ནད་ཤོག་སེར་སྐྱ་འོ་རིགས་སྐམ་པོ་འདི་དེ་ཡི་པདྨོ་ནས་ནི་བྱིན་དེ་འདི་ཅིག་ངོས་འཛིན་བྱེད་དུས་རྐང་པ་ལ་ཡལ་ད་ང་ཚོའི་གི་གནད་དོན་ཐོག་ལ་ཡང་ཐད་ཀར་འདི་ནད་ཤོག་སེར་སྐྱ་འོ་རིགས་སྐམ་པོ་འདི་དེ་ཐད་ཀར་གལ་ཆེན་པོ་ཅིག་ཆགས་ཀྱི་འདུག་བསམ་གྱི་འདུག་ད་ལྟ་འདི་གི་ད་ཅིག་གི་ཕྱག་ལས་ད་ག་འདི་སི་གནང་གི་རེད་ད་རྒྱལ་པོ་འདི་ཨ་ནི་ད་ཅིག་ད་ང་ཚོའི་ད་ད་ཡས་ཅིག་ཆགས་བསྡད་ཡོད་རེད་བསམ་གྱི་འདུག་འདིའི་ནང་ལོགས་ལ་ཡང་ད་ནད་ཤོག་སེར་སྐྱ་འོ་རིགས་སྐམ་པོ་འདི་ནང་ལོགས་ལ་ཡང་ཁོང་ཚོའི་རྣམ་གྲངས། བཅུ་གཉིས་ལྷག་ཞིག་བཏོན་བྱ། རྟ་རྣམས་དང་བཅུ་གཉིས་དེ་ནང་ལོགས་ནས་ངེད་ཀྱི་གལ་ཆེ་ཤོས་རུ་ཇི་ལྟ་གསུམ་གྱི་ལ་བསྡུ་ན། དཔལ་འབྱོར་གྱི་བདེ་འཇགས། ཆབ་སྲིད་བདེ་འཇགས་རིག་གཞུང་བདེ་འཇགས། ཨ་དེ་ཚོ་གསུམ་ངས་གལ་ཆེན་པོ་ཞིག་མཐོང་གི་འདུག་ད་ང་ཚོའི་གི་སོ་སོའི་གི་ད in context of Tibetans Tibet issue དེ་འདྲའི་ཞིག་ལ་བསམ་བློ་བཏང་དུས་ཁམས་པ་རྣམས་དང་དེ་ཚོ་གསུམ་ངས་གལ་ཆེན་པོ་མཐོང་གི་འདུག་བཞོན། ད་སྤྱི་བཏང་གིས་རྒྱ་ནག་གི་ཆབ་སྲིད་ནང་ལོགས་ལ་ཡང་དབང་ཆ་གཅིག་སྡུད་བྱེད། ད་བྱས་ཟེར་དུས་སྐམ་པ་ལ་ཡང་ད་ཤོག་ཁག་གི་གཅིག་སྡུད་ཤོག་ཁག་ཟེར་དུས་སོ་སོས་ཀྱིས་ད་གཅིག་གི་ངས་གོང་དུ་ཞུས་པ་དང་ཡང་ཞིག་རེད་མིག་སོ་སོས་ཀྱིས་ལས་རོགས་ཡིན་ནའི་རེད་སོ་སོས་ཀྱིས་ད་ག་ཉན་སའི་ཡིན་ནའི་དེ་ཚོ་ཡར་གོ་གནས་ནང་བཅུག་རྗེས་དབང་ཆ་དེ་བོད་ཆོས་བཏང་ཡ་ལ་སོགས་པ་དེ་ཚོ་མང་པོ་ཞུས་བྱོས་རེད་ད། དེའི་ནང་ལོགས་གལ་ཆེ་ཤོས་གཅིག། དམག་མིའི་རྒྱབ་སྐྱོར་ལྟ་དེ་མེད་པ་ཡིན་ན་ཧ་ལམ་ཅིག་གིས་གར་སོང་རེད་ད། དབང་ཆ་འདི་ཀ་མ། Power དེ་མ use བྱེད་གར་འགྲོ་དུས་ཀ་འབར་ལ་ཡ་ཁག་པོ་ཞུས་ཅིག། དཔེ་ལས Faction དེ་རྒྱ་ནག་གི Politics ནང་ལ་ཁོས་གི་རོགས་ཤུགས་ཆེན་པོ་ཞུས་ཅིག། སྙེ་མ་ནས་ཁོང་ཚོས་གི་འདི་རོགས་འདི Play བྱེད་དེ་གི་ད་འདི་ད་འདི་ཡང་ད་ཕྱུགས་ཆེ་རུ། ད་འདི་གསུངས་དུས་ཀ་འབར་ལ་ཡ། རྒྱ་ནག་ནང་ལོགས་ལས་ད་ལྟ་རྒྱ་ནག་ཞི་ཅིན་ཕིང་ཁོ་རང་ཡ་དབང་ཆ་ནང་ཡར་སླེབས་ནས་ད་ལྟ་ཁོ་རང་གིས་ད་ལྐོག་ཟ་རུལ་སུངས་འདི་གང་ལྟར་ཁོ་རང་གིས་ལྐོག་ཟ་རུལ་སུངས་འདི་ཁོ་རང་གིས་དེ་འདྲའི་དབང་ཆ་གཅིག་བསྡུས་བྱས་ཐོག་ནས་བོད་ཆོས་གཏང་གི་ཡོད་པ་ནི་རེད་དངོས་གནས་ཀྱི་ལྐོག་ཟ་རུལ་སུངས་མེད་པ་བཟོས་ཡོད་ནི་རེད་གང་ལྟར་ཡང་ཁོ་རང་ལྐོག་ཟ་རུལ་སུངས་མེད་པ་བཟོས་པའི་སྐབས་ལ་ཡ་ད་ཅིག་གིས་མང་པོ་ཞིག་གནད་དོན་མང་པོ་ཞིག་འགོག་རོགས་ད་འདི་ཚོ་ཁོས་ཀྱིས།

ཁོང་ཚོར་ཡང་རྒྱབ་སྐྱོར་མཚོན་ཆེད་ལྟ་ཞིབ་ནི་ཁོ་རང་ལ་ཡང་ལྟ་དམག་གི་དམག་ལྟ་སྤེལ་ལས་ཕྱོགས་ནས་དེ་འདྲ་ཁོ་རང་ལ་ཡང་རྒྱབ་སྐྱོར་ཡོད་ཟེར་འདོད་ཀྱི་མཚོན་ཡང་དེ་འདྲ་དེ་གོ་སོ་རེ་ཟུང་མེད་པ་བཟོས་ཡོད་དེ་འདྲའི་རྒྱབ་སྐྱོར་མཚོན་འདོད་ཀྱི་འབའ་ལ་ནི་ཁོ་རང་གིས་ལྟ་གང་ལྟར་ཡང་ཁོ་རང་གིས་དབང་ཆ་གཅིག་བསྡུས་བྱས་དེ་ཧ་ལམ་ལྟ་རྒྱལ་ཁ་ཐོབ་པ་འདྲ་བོ་འགྲོ་དེ་འདྲའི་འགྲོ་ཆགས་ཀྱི་ཡོད་ལྟ་ངས་རྒྱལ་ཁ་འབད་ཐོབ་ཡོད་རེད་ཟེར་ན་ངས་ཀྱིས་དེ་ཞུ་ཐུབ་མི་འདུག་ག་རེ་ཡིན་པ་ག་རེ་ག་རེ་རེད་ཞུ་དགོས་ཡིན་ན་ད་ལྟའི་ཆ་ལ་ཡང་ལྟ་ཁོ་རང་གིས་མི་མང་པོ་ཅིག་ལྟ་ཁོ་རང་གིས

ཨ་ནི། རྒྱ་ནག་ནང་ལོགས་ལ་ཡ། ད་དཔོན་པོ་ཅང་ཙེ་མིན་དང་ཧུའུ་ཅིན་ཏའོ་གི་སྐབས་ལ་ཡ། དེ་རྣམས་འདི་གར་བཞུགས་རེད་ཨ། དམག་མིའི་གི་རྒྱབ་སྐྱོར་འདི། ཧ་ལམ་གི་ད་ཉུང་ཉུང། སྙེ་མ་ད་ལྟ National Security Committee དེ་སྤྱི་བཏང་གི་རྒྱ་ནག་ནང་ལོགས་ལས Concept དེ་གསར་བ་མ་རེད། ད་ལྟ National Security Committee དེ་ཨ། Council དེ་ཨ་རི་ལས་ཡོད་རེད། ད་རྒྱ་ནག་ནང་ལོ་ལེགས་འདི Concept འདི་ཅན་ཙེ་མིན་འདི་སྐབས་སུ་ནས་དེ་འདྲའི་ཁོ་རང་ཚོ་དེ་འདྲའི་གི་བཙུ་ཨེ་གི་འབད་བརྩོན་གནང་ཡོད་ད་གང་ལྟར་ཡང་དམག་དམག་མིའི་གི་རྒྱབ་སྐྱོར་མེད་དུས་སྐབས་མ་ལོ་ལེགས་འདི་འདི་ལམ་ལོག་མ་བྱུང་མ་བྱུང་བ་བྱས་འདི་བཙུགས་མ་ཐུབ་བ་འདི་ལྷག་པར་དུ་ཧུའུ་ཅིན་ཏཱ་སྐབས་སུ་དམག་མིའི་རྒྱབ་དམག་མི་ལ་ཡ་འདི་དཔེ་ལས་མཉམ་དུ Relation འདི་དཔེ་ཐག་ཐག་རིང་པོ་ཁོ་རང་གི་འདི་འདྲའི་གི་ད་ད་རྒྱ་ནག་ནང་ལོ་ལ་ཡ

ད་ལྟ་ཚོགས་ཆེན་ཐེངས་བཅོ་བརྒྱད་བཅུ་དྲུག་བཅུ་བདུན་བཅོ་བརྒྱད་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཐེངས་བཅུ་དྲུག་བཅུ་བདུན་བཅོ་བརྒྱད་ལ་ཡང་སྲིད་པ་ཡིན་ན་རུང National Leadership ནང་ལོགས་སྲིད་པ་ཡིན་ན་བོད་པའི་གི་སྐུ་ཚབ་ཚོགས་ཆེན་ཐེངས་བཅུ་དྲུག་ནང་ལོགས་ལ་ཡང་གསུམ་ཡོད་རེད། ཚོགས་ཆེན་ཐེངས་བཅུ་བདུན་ནང་ལོགས་ལ་གཉིས་ཚེ་ཚོགས་ཆེན་ཐེངས་བཅོ་བརྒྱད་ད་ཞི་ཅིན་ཕིང་ཁོ་རང་གི་སྐབས་ཀྱི་ཚོགས་ཆེན་ཐེངས་བཅོ་བརྒྱད་ནང་ལོགས་ལ་ཡང་བོད་པའི་སྐུ་ཚབ་གཅིག་ད་འདི་གི་ག་རེ་མཚོན་ཐུག་ལ་ཞུས་པ་ཡིན་ན། བོད་པའི་གི་གནད་དོན་གང་ལ་ཡང་ལྟ་སྟངས་འདི། སྡུག་རུ་འགྲོ་ཡོད་པ་སྐྱོ་རུ་འགྲོ་ཡོད་པ་འདི་གསལ་བོ་རེ་ཞུ་བསམ་ཀུ་དོང། དེ་མ་ཟད་ཨ་ནི་འདི་བོད་པའི་གི་ད་ད་འདི་སོགས་ལ་ད་གནད་དོན་ཐོག་ལ་ཡང་འབྲེལ་བ་ཡོད་པའི་ད་སྡེ་ཚན་མང་པོ་ཞིག་རེད་འདི་འཐབ་ཕྱོགས་གཅིག་གྱུར་ཡོད་རེད

དེའི་གནད་དོན་གྱི་གཞི་རྩའི་གལ་ཆེའི་འགྲེལ་བཤད་དེ་མགོ་ཚོད་སྐོར་ཟེར་ན་ངས་ངའི་བསམ་པ་ལ་མགོ་ཚོད་སྐོར་མར་བསམ་གྱི་འདུག་ད་ལྟ་རྒྱ་ནག་གི་འགྲོ་བ་ལས་ང་ཚོ་མཁས་པ་དེ་འདྲའི་ཀླད་དལ་བའི་ཁོང་ཚོའི་གི་གསུང་ཡ་བྱས་ནས་ཁག་པོ་རེད་བྱ་ཁག་པོ་རེད། ད་དེ་འདྲས་ཡིན་དུས་ཀ་མར་ཡ་ད་གང་ལྟར་ཡང་ང་ཚོའི་གི་ཡ་ཐུགས་འདྲ་གི།

དུས་ཡུན་གྱི་ནང་ནས་ཨ་ནི་སྟོབས་ཆེ་བ་སྟོབས་ཤུགས་ཆེ་བ་ཡང་ན་གཅིག་དབང་ཆ་ཆེ་ཤོས་མི་སྣ་གསུམ་གཅིག་ཨན་ཏེ་སི་ངོ་སྤྲོད་དང་ཨ་ནི་རྣམ་པ་གསུམ་གྱི་ལས་གནས་ངོ་སྤྲོད་གནང་སོང། ཨ་ནི་དེའི་ནང་ལོགས་ནས་ད་ལྟ་ང་ཚོ་ཞི་ཅིན་ཕིང་གྲོས་ཀྱི་ཡིན་པ་ཡིན་ན་ཨ་ནི་རང་ད་ལྟའི་ཆ་ལ་ད་གང་ལྟར་དབང་ཆ་ཆེན་པོ་དང་ཡང་ན་སྟོབས་ཤུགས་ཆེན་པོ་ཞིག་ལ་ངོས་འཛིན་ཞུ་དགོས་པའི་རྒྱུ་མཚན་དེ་ལྟར་ད་ཁོ་རང་བསྟན་འཛིན་བསྟན་ལགས་ཀྱིས་ཚོགས་འདུ་ཡག་པོ་ཞིག་གནང་སོང་བསམ་གྱི་འདུག་དེ་སྔོན་མའི་གི་གང་འདྲ་དཔོན་རིགས་ཚོ་དང་གོ་སྒྲིག་ཚོ་དང་ད་ལྟའི་གི་ད་གང་འདྲ་མ་འདྲ་བ་ག་རེ་ཡོད་རེད་ཟེར་བ་ད་ཞི་ཅིན་ཕིང་དང་བྱིན་པ་ཡིན་ན་ད་ཏང་སྲིད་དམག་ལ་ནི་ད་གང་འདྲ་གཙོ་བོ་ད་གལ་འགབ་ཆེ་དེ་ག་ནང་བཞིན་གྱི་དམར་ཤོག་ཚོགས་པ་དེ་ག་ནང་བཞིན་གྱི་དམག་དོན་ད་དེ་ཚོ་ད་གལ་གནད་ཆེ་བ་ཆེ་ཤོས་དེ་ཚོས་གི་ད་ག་འདར་འགོ་འཛིན་གཙོ་བོ་ཅིག་ཆགས་ཀྱི་ཡོད་ཙང་ཁོ་རང་ལ་ད་ག་འདར་དབང་ཆ་ཆེ་ཤོས་ཅིག་ཡོད་རེད་ཟེར་བ་ད་ག་འདར་ཁོ་རང་གི་ལས་ལས་ཁ་ལོག་རེད་ད། གཞུང་འཛིན་ཆ་ནས་བྱས་ནས་ཨ་ནི་གསར་གཏོད་དང་བསྐྱར་བསྒྱུར་བཅོས་དེ་འདྲའི་རབ་དང་རིམ་པ་མང་པོ་གནང་བའི་ནང་ལོ་ནས་གལ་གནད་ཆེ་ཤོས་གཉིས་དེ་ད་དང་པོ་དེ་ཨ་ནི་ལྐོག་ཟ་རུལ་སུངས་ཐོག་ལ་གང་ལྟར་དམིགས་ཡུལ་ག་འདྲས་ཀྱི་ཡིན་མིན་ལ་མ་ལྟོས་པར་ལྐོག་ཟ་རུལ་སུངས་ཀྱི་ལས་འགུལ་དེ་གང་ལྟར་ཤུགས་ཆེན་པོ་ཅིག་སྤེལ་གྱི་ཡོད་པ་དང་དེ་ག་ནང་བཞིན་གྱི་ཨ་ནི་ཚོགས་ཆུང་གཉིས་བཙུགས་པ་ཡོད། ཨ་ནི་ཚོགས་ཆུང་གཉིས་ནང་ནས་གཅིག་ལྟ་དམ་ལྟ་དག་བྱས། གནས་སྐབས་ཀྱི་ཡིན་པའི་འགྲོ་བ་བྱེ་བ་མཐོ་རིམ་དཔོན་རིགས་ཁག་གིས་གང་ལྟར་རྒྱལ་ཁབ་ནང་ལོགས་ལ་བསྐྱར་བཅོས་ག་རེ་བྱེད་དགོས་འདུག་དགོས་མཁོད་ཀྱི་གང་ལྟར་འགྱུར་བ་ག་རེ་བཏང་དགོས་འདི་ཐོག་ལ་གྲོས་བསྡུར་དང་དེ་འབྲེལ་གནང་ཡའི་ཆེད་དུ་གང་ལྟར་ཚོགས་ཆུང་གཅིག་བྱས། ཨ་ནི་དེ་ག་ནང་བཞིན་རྒྱལ་ཁབ་ཀྱི་བདེ་འཇགས་ཀྱི་ཆེད་དུ་ཚོགས་ཆུང་འདི་ལྟ་སྟེ། ཨ་ནི་ཁོ་རང་གི་གསུང་དོན་ལ་ཡིན་པ་ཡིན་ན་ཨ་ནི་གལ་ཆེན་པོ་གཅིག་ལ་ངོས་འཛིན་གནང་གི་ཡོད་གསུང་གི་འདུག་གང་ཡིན་ཞུས་པ་ཡིན་ན་དེའི་ནང་ལོགས་ཀྱི་ད་གང་ལྟར་རྣམ་པ། མ་འདྲ་བ་རྣམ་གྲངས་བཅུ་གཉིས་ནས་གསུམ་འདི་ལྟ་གཅིག་རིག་གཞུང་དང་དཔལ་འབྱོར་དང་བོད་ནང་བཞིན་གྱི་ཆབ་སྲིད། དེ་འདྲས་ཀྱི་འབྲེལ་བའི་སྐད་འདི་ལྟ་ང་རང་ང་རང་བོད་དང་འདྲ་བའི་ཀྱི་ང་ཚོ་གྲངས་ཉུང་མི་རིགས་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་རྣམ་པ་ཞིག་འདུག་དེ་འདྲས་གསུངས་གནང་སོང་ད་གང་ལྟར་འདི་དང་འབྲེལ་བ་ཡོད་པའི་ཐོག་ནས་གནས་ཚུལ་མང་པོ་ཞིག་གསུངས་གནང་སོང་ཨ་ནི།

ངེད་ཀྱི་བརྗོད་གཞི་དེ་དག་ག་ལ་བ་རེད། ཉམས་ཞིབ་བྱེད་ས་ཀྱི་བརྗོད་གཞི་དེ་ག་རེ་ལབ་ན། བོད་ཀྱི་འབྲོག་པ་དེ་ཡང་ནི་ཡུལ་ཤུལ་ལབ་ན་ཡང་མིན་ན་ཡུལ་ཧྲུལ་ལབ་ན་ཡང་ཡིན་ན། ཁམས་དགའ་བའི་གི་ས་ཁུལ་གྱི་ཕྱོགས་དེ་ནི་བོད་པ་གི་འབྲོག་པའི་གི་གནས་སྟངས་ག་འདྲ་ཡིན་མི་རེད་དེ་ཡང་ནི། རྒྱ་མིས་གི་སྲིད་ཇུས་མང་པོ་བཏིང་བའི་ནང་ནས་ནི་འབྲོག་པ་གནས་སྤོ་བྱེད་འཇོག་གི་དེའི་འོག་དེ་ནི་ད་ལྟ། གཅིག་པུ་འདུག་ཡིན་ན་རེད་ཁམས་དགའ་བའི་གི་ས་ཁུལ་ཕྱོགས་ནི་འབྲོག་པ་གི་གནས་སྟངས་དེ་ག་འདྲ་ཡིན་མིན་སྐོར་ཡིན། སྤྱི་བཏང་རྒྱ་མིག་གི་སྲིད་ཇུས་ཉིས་སྟོང་གསུམ་ལ་གཏན་འབེབས་བྱས་པའི་ནང་ནས་དེ་འདྲ་འབྲོག་པ་གི་གནས་སྤོ་དེ་ནི་རྩྭ་ཐང་ཉར་ཚགས་བྱས་དང་ནི་འབྲོག་པ་གི་གནས་སྟངས་དེ་ཡར་རྒྱས་གཏང་ཆེད་དེ་འདྲའི་ཞིང་ནི་ཁེ་འོས་སོང་ཙང་ནི་ངེད་ཀྱི་རྒྱལ་སྲིད་ཀྱི་མགོ་ཁྲིད་དེ་ག་ནས་ཡིན་ལབ་ན། གལ་སྲིད་འབྲོག་པ་གནས་སྤོ་བྱས་དེ་ནི་རྩྭ་ཐང་ཉར་ཚགས་བྱས་དང་ནི་འབྲོག་པ་གི་གནས་སྟངས་དེ་ཡར་རྒྱས་གཏང་ཡང་རི་བས་དེ་འདྲའི་ཉམས་ཞིབ་ཀྱི་རྒྱལ་སྲིད་ཅིག་ཁྲིད་དེ་ནི་དེ་འདྲ་བྱེད་ཐུབ་ཡོད། གཉིས་དེ་ཡང་དེ་འདྲ། བཅུ་གུ་འདུག་ས་ཁུལ་གྱི་གཉིས་སྤྱི་བཏང་བཅུ་གུ་འདུག་ཁོ་རང་ལ། རྫུན་ཁ་མི་འདྲ་བ་དྲུག་ཡོད་པའི་ནང་ནས་ངས་རྫུན་ཁ་གསུམ་ལ་དེ་ནས་གཙོ་བོ་གི་མིག་དཀར་གྱི་ད་ལྟ་བར་བྱས་ཏེ་ནི་གང་མྱོང་ཚ་དེ་ཚ་ཡོད་མར་དེ་ལན་སོ་སོ་ག་རེ་བྱུང་བ་ནི་ད་ལྟ་བར་དུ་ག་བ་སླེབས་པ་དེ་མང་འགྲེལ་བཤད་རྒྱག་ཆོག་ཅེས། ངས་ངེད་ཀྱི་འགྲེལ་བཤད་རྒྱག་ཡ་གི་ད་སྒྲུང་གཤིས་འདྲ་བོ་དེ་གང་དྲན་ཡོང་ན། ནི་དང་པོ་དེ་ངོ་སྤྲོད་ལོ་བྱེད་ཅེས་ནི་དེའི་རྗེས་ལ་ནི་ཡི་དམ་དང། འགྲོ་པ་གནས་སྤོ་གི་ལས་བྱར་དེ་ངོ་བོ་ལོ་ཅེས་བཤད། ནི་དེའི་རྗེས་ལ་ནི་ཡི་ངོ་བོ་དེ་ནི་ཅི་ལྟར་མི་དགེ། ད་རྩ་ཐང་གང་ཡིན་ན་འགྲོ་པ་སུ་ཐོ་ལ་ལྟར་གང་འདྲ་བྱེད་མི་བྱེད། ནི་དེའི་རྗེས་ལ་ནི་འགྲོ་པ་གནས་སྤོ་བྱེད་ཚར་འཇུག་དེ་ཚོགས་ཀྱི་གནས་སྟངས་དང་ནི་འགྲོ་པ་གནས་སྤོ་བྱེད་ནི་ཁོ་ཚོ་ལ། ད་བཀའ་ལོ་ད། ཡག་ག་བྱུང་ཡིན་ན་རེ་སྡུག་ག་བྱུང་ཡིན་ན་དེ་འདྲའི་ག་འདྲའི་བྱུང་ཡིན་མོད་ཅེས་བྱས། ནི་དེའི་རྗེས་ལ་འཇུག་སྡོམ་ཞིག་དེ་འདྲའི་ཞིག་རྒྱབ་ཆོག་ཅེས།

སྤྱི་དང་སྤྱི་ཀུན་ཏུ་དེ་གནའ་སྔ་མོ་གི་བོད་ཀྱི་རྟ་ཚུང་གི་ལྟེ་གནས་ཀྱི་ཆ་དེ་བས་གང་ཞིག་ལ་གནས། དེ་གི་ཡུལ་མིས་ཕལ་ཆེར་བརྒྱ་ཆ་བདུན་ཅུ་ནས་བརྒྱ་ཅུའི་བར་གྱི་འབྲོག་པ་ཆ་དེ་བ་ཞིག་རིགས་བྱ། ནི་སྤྱི་ཀུན་ཏུ། ཅེས་ག་རོ་ཁམས་ག་བེ་གི་ས་ཁུལ་ཕྱོགས་དེར་གལ་ཆེན་པོ་ག་འདྲི་ཆ་རིགས་འདུག་ལ་ན་ད་ལྟའི་སྤྱི་ཡོངས་ཀྱི་རྟ་རྒྱ་ནག་ཡིན་ན་རི་རྟ་ཨེ་ཤེ་ཡའི་ཕྱོགས་ཀྱི་ཆུ་བོ་ཤུགས་ཆེ་ཤུགས་གསུམ་དེ་ནི་དེ་ཕྱོགས་ནས་བབས་ཏེ་ག་འདྲི་ཆ་དེ་བྱ། ནི་དེའི་ཕྱོགས་དེ་དག་འགྲོ་བ་བས་དགུ་རང་གནག་སྔ་མོ་སྟོང་ཕྲག་མང་པོ་དེ་དང་འདྲ་བ་དེ་དག་འགྲོ་བ་རྙེད་བདེ་བ་གསུངས་ཙང་སྤྱི་དང་རྒྱ་མི་ཆོས་ནི་ག་རེ་ལས་དགོར་ཙམ་འགྲོ་བ་སོགས་བས་དགུ་རང་ད་རྩྭ་ཐང་ཉར་ཚགས་བྱས་མ་ཤི་བ་སོགས་བས་དགུ་རང་སྐུ་པར་ཡིན་པ་འགྲོ་བ་སྤྱི་དང་རྩྭ་ཐང་མང་པོ་ཞིག་འཕྲོ་བརླག་འགྲོ་བ་ཤི་ཤི་སྒོར་དེ་ལས་ནས་ད་ལོ་སྟོང་ཕྲག་མང་པོ་ཞིག་འགྲོ་བ་རེད། འགྲོ་བ་འཚོ་བ་སྐྱེལ་ཞིང་ལས་ནས་ད་ལྟ་ཡིན་ང་ཚོ་ག་རེ་ཤི་སྒོར་ལ་ན་བའི་ས་ཁུལ་དེ་བས་དགུར་ད་ཆུ་བོ་གསུམ་ད་ག་ལོག་ད་ཐོད་པོ་འགྲོ་བ་ཅིག། ཡང་ཆུ་བོ་ཡོད་པའི་གཙོ་བོ་ཡུལ་ཁོངས་འབྱུང་ཁུངས་གཙོ་བོ་ཅན་ཡིན་པ་ད་ལྟ་ཡི་སྟེང་སྐོར་རེད་ལ། དེ་གི་ཡང་ཏིའི་རྒྱ་མིའི་གི་ཤེས་འཇོན་དང་ད་ལྟ་ཁོར་ཡུག་སྤྱི་དང་འཛམ་གླིང་ནང་བོད་ཀྱི་ས་ཆ་དེ་ངོས་འཛིན་བྱས་ན་ཏིའི་ཁེ་བ་འགྲུབ་གི་འདུག་བསམ་གྱི་འདུག་ལ། ཡིན་ནའི་ད་ལྟ་བར་དུ་བོད་པ་ཚང་མ་བའི་འབྲོག་པ་འཚོ་བ་བྱེད་ཀྱི་དཀའ་ངལ་མེད་པར་སོ་སོ་གི་ལྟོ་གོས་དེ་ལ་སེམས་ཁྲལ་མེད་པར་གང་ཐུག་ཐུག་གནས་བསྡད་ཡོད་རེད་ཡིན་ནའི་ད་ཉེ་བའི་ཉིས་སྟོང་གསུམ་ཉེ་བཅས་ཀྱི་ད་ལྟ་དཀའ་ངལ་ཤུགས་ཆེན་པོ་ཞུ་ཕྱིར་ཁྲིད་འདོད་ད་དེ་ག་རེ་དཀའ་ངལ་ཁྲིད་འདུག་ལ་ན་རྒྱ་མི་གི་སྲིད་ཇུས་ད་ད་འགྲོ་བའི་གནས་བབ་ཀྱི་དེ་འོག་ཏུ་ད་དཀའ་ངལ་ཤུགས་ཆེན་པོ་ཞུ་ཕྱིར་ཁྲིད་འདུག་ལ་ནི། ད་མཚོ་སྔོན་ཞིང་ཆེན་ཁོ་རང་ཚོ་གི་ག་རེ་གསལ་བསྒྲགས་རྐྱང་བྱ་ཟེར་ན་ད་ཉིས་སྟོང་བཅུ་བཞི་གི་གདམ་རྒྱུད་ཐོག་ད་མཚོ་སྔོན་ཞིང་ཆེན་ཁྱོན་ཡོངས་ཀྱི་མི་འབུམ་འབྲོག་པ་འབུམ་ལྔ་སོ་དེ་འདྲ་ཞིག་གནས་སྤོ་བྱས་ཡོད་གི་དེ་འདྲ་ཞིག་གསར་འགོད་དོན་བྱ་ར་ནི་དེ་ཡང་ད་འབྲོག་པ་གནས་སྤོ་བྱས་ཏེ་ག་འདྲ་ཞིག་རེད་བྱ་ཟེར་ན་ནི། འབྲོག་པ་གནས་པོ་དེ་རྩྭ་ཐང་ནས་ཡང་མིན་ན་གྲོང་ཁྱེར་མཐའ་ལ་གནས་པོ་བྱས་ཡང་མིན་ན་རྩྭ་ཐང་སོ་སོ་རྩྭ་ཐང་མིན་པའི་རྩྭ་ཐང་གཞན་དག་ཅིག་གནས་པོ་བྱས་འགྲོ་ཅིག་ཡང་ཁ་ཤེལ་བེད་སོ་སོ་གི་གཡག་དག་དག་དགུ་བཅུ་སེམས་ཅན་གང་ཚ་བཙོང་དགོས་ཡ་ཅེས་ནི་རྩྭ་ཐང་གང་ཚ་ཡ་གཞུང་གཞུང་ལ་སྤྲད་དགོས་ཡ་ཅེས་རིགས་བྱ་ཁ་ཤེལ་ཡང་སོ་སོ་གི་དགུ་བཅུ་སེམས་ཅན་སོ་བརྒྱ་ཆ་ལྔ་བཅུ་གི་ཉུང་རུ་བཏང་དགོས་ཡ་དེ་འདྲས་དེ་འདྲས་བྱས་ཅིག་ད་ཁ་ཤེལ་ལོ་ལྔ་ཁ་ཤེལ་ལོ་བཅུ་དེ་འདྲས་བྱས་ཅིག་ཁོ་ཚོས་བྱ་ཞིག་རབ་ཏུ་རིམ་པ་མང་པོ་ཞིག་བསྟན་བྱ་ཅི་ཐང་གི། དང་འདྲ། འབྲོག་པ་གནས་སྤོས་ཀྱི་བྱས་ཀྱི་ལས་འཆར་དེ། གར་བསྡུ་ལུང་འཁོར་བཙུགས་བྱས་ལ་ཉིས་སྟོང་ལོ་ནས་སྤྱི་བཏང་ཆ་ངེས་བྱུང་གི་མཚོ་སྔོན་ཞིང་ཆེན་ཕྱོགས་ལ་མང་པོ་ཞིག་འགྲོ་བསྡད་ཀྱི་འདུག་ཡིན་ནའི་ལས་ལུས་ད་ཁོ་ཚོ་གཞུང་འབྲེལ་ཐོག་ནས་ཁོ་ཚོ་གསལ་བསྒྲགས་བྱས་ཏེ་གར་བསྡུ་བྱས་ཤིང་ལགས་ན་ཉིས་སྟོང་གསུམ་ནོར་ཁོ་ཚོ་བྱས་ཤག་དེ་ཡང་ག་ས Economic Migration Program ལའི་ཞོར་དུ Western Development གྱི་ཁོངས་གཏོགས་ཡོང་ཆོག་ཞིག་དེའི་ཐོག་ནས་ཁོ་ཚོ་བྱས་ཤག་རོགས་གཉིས་དེ་བྱས་ནས་ད་ལྟ། གཉིས་མགོ་ལོག་དང་མཚོ་སྔོན་ཞིང་ཆེན་ཁུངས་གཏོགས་ལ་གནས། ཉིས་སྟོང་གསུམ་ལོ་ཟླ་སྟོང་ར་ཉིས་རྩ་བདུན་སུ་འགྲོ་པ་དེ་གས་གནས་སྤོ་བྱས་ཀྱི་དེ་འདྲི་འགྲོ་ཞུ་ཁོ་ཚོར་སྟོན་ཡང་སྟོན་བཞག་གཉིས་འགྲོ་པ་གནས་སྤོ་བྱས་ཁོ་ཚོ་གི་ལས་ཆུ་ག་རེ་ཁ་མིང་ག་རེ་འཁྱེར་འདུག་ལ་ན། འགྲོ་པ་ཚོ་གི་ཡོང་ཁུངས་དཔལ་འབྱོར་གྱི་ཡོང་ཁུངས་དེ་ཡ་རྒྱལ་ཏང་གི་ཡིན། གཉིས་ག་རེ་བྱས་ལ་ན་འགྲོ་པ་ཕྱོགས་གཏོགས་ལ་དཔལ་སྐྱོ་བོ་དང་རེ་བྱས། དེ་ནས་ཕྱིས་ཁོ་ཚོ་གཅིག་ཁེལ་འདུག་ད་སྤྱི་བོ་དེ་ཁོ་ཚོ་གཞིས་གང་བཞག་འདུག་ལ་ན། དཔེ་ཤ་ཉི་མའི་ཉི་མའི་ལོ་ལོ་ལ་དཔེ་ཤ་ཡོང་ཁུངས་ག་ཚད་ཡོད་མེད་ཤོར་ར་དཔེ་ཤ་རང་ལ་གཞིས་བཞག་གི་འདུག་ནས་སྤྱི་བཏང་ཁོ་ཚོ་དེ་སྐོར་དཔྱད་བཏབ་ནས་ད་ག་ཚོད་དཔེ་བེད་པ་གི་ད་ག་ལོ་རྒྱུ་ནོར་ལ་མ་ཚད་ན་སྒོ་རྒྱུ་སེམས་ཅན་གང་ལ་ག་ཚད་ཀྱི་ཡོད་མེད་ཤོར་དེ་དཔྱད་གཞིས་མ་བཞག་བཅས་དཔེ་ཤ་རང། ཤུག་ཧུའི་དཔེ་ཤ་རང་དེ་ག་ཚད་ཡོང་ཁུངས་ཡོད་མེད་གཞིས་བཞག་དེ་འབྲོག་པ་ནང་ལ་ཡོང་ཁུངས་སྤྱི་བོ་ཡོང་པ་སོང་ཙང་དེ་བེད་པ་འབྲོག་པ་གང་ཙང་འཚོ་བ་སྐྱོ་བོ་ཞུ་རིགས་བཞག་ད་དེ་ཡར་རྒྱས་བཏང་གིན་གཅིག་ཁེལ་ཡ་བྱས། གཉིས་པ་ནི་ཁོ་ཚོ་གིས་ནི་བལ་ཡུལ་གྱི་འགྲོ་བུ་ཁིའུ་ཆོལ་དུ་ན་རྩྭ་ཐང་གི་བལ་ཚོ་ཉམས་ཁུལ་ཞུ་བཞིན་འགྲོ་ཞེས་ནི་དེ་འདྲི་ཞིག་བྱེད་ད་དེ་ཡར་རྒྱས་བཏང་དགོས་འདུག་ནི་བལ་ཁོ་རང་དེ་གི་བལ་ཁོར་ཡུག་ག་ཚོད་འཕྲོ་བརླག་འགྲོ་གི་འདུག་འདི་ཞིག་མང་པོ་ཤེས་བྱ་དེ་ཡང་རྩྭ་ཐང་འཕྲོ་བརླག་འགྲོ་རྗེས་ཁོ་ཚོ་གིས་ད་གཞི་ག་འདྲི་བྱ་ཡག་ད་ཕལ་ཕལ་ཆེ་བ་གཞི་ག་འདྲི་བྱ་གི་འདུག་ལ་ན། འབྲོག་པ་ཕྱོགས་ཀྱི་རྩྭ་ཐང་གི་རྩ་དཔྱད་ཀྱི་མཐོ་ཚད་ཞོར་རང་དེ་དང་ནི་འབྲོག་པ་མེ་སྲེག་གི་སྤང་ཐང་གང་རྩ་དཔྱད་ཀྱི་མཐོ་ཚད་དེ་དེ་སུ་མང་འདུག་ད་ཅེ་ད་དེ་གལ་སྲིད་འབྲོག་པ་ཕྱོགས་ལ་དེ་ཐོག་ཚད་དུ་ཉུང་ངུ་ཡོད་པ་སོང་ཙང་དེ་བས་ཐོག་རྩྭ་ཐང་འཕྲོ་བརླག་འགྲོ་བཞག་ལ་དོན་རྐྱེན་ཅན་ཤུགས་ཆེན་པོ་འདི་འདྲའི་ཞིག་བྱས་རྗེས་ནི་ཁོ་ཚོ་གི་ལས་འགུལ་དེ་སྤེལ་ཡི་ཡིན་ལ་དང་འདི་འདྲའི་ཞིག་ཁོ་ཚོ་བྱེད་ཀྱི་འདུག་དེ་ནི་ཁོ་ཚོ་གི་ད་ལས་འགུལ་དེའི་འོག་ལ་ནི་ཁོ་ཚོ་གི་ངོ་བོ་དངོས་གནས་ཀྱི་འབྲོག་པ་མི་དེ་ཚོ་ལ་ག་རེ་ཡིན་མ་ཤེས་པ་བཅས་ཀྱི་གནས་སྤོ་བྱས་ན་ང་ཚོ་ཁང་པ་གསར་བ་སྤྲད་ཀྱི་ཡིན་ཁྱོད་རང་ཚོ་ལ་སྐྱོབ་གསོ་སྤྲད་ཀྱི་རེད་ལས་ཀ་སྤྲད་ཀྱི་རེད་དེང་དུས་ཀྱི་འཕྲུལ་ཆས་དང་དེང་དུས་ཀྱི་མི་རབས་མཉམ་དུ་འགྲོ་ཐུབ་ཀྱི་རེད་ལ་དེ་འདྲའི་ཞིག་གི་སེམས་ཤུགས་མང་པོ་སྤར་རྗེས་ནི་ཁོ་ཚོ་ལས་འགུལ་དེའི་ལས་འཆར་དེ་དེ་ནི་ལས་འགུལ་སྤེལ་བཞག། ནི་ད་ལྟ་འདའ་ལས་བྱ་སྟེ་དེ་འདྲ་ཡོང་ས་ད་ལས་བྱ་དེ་མ་དཔེ་ཡོན་དུ་བསམ་པ། དེ་ནི་དང་པོ་དེ་ཉིས་སྟོང། མཚོ་སྔོན་ཡུས་ཧྲུའུ་ཁུལ་ལ་ཉིས་སྟོང་བཞི་གི་སྤྱི་ཟླ་བཅུ་གཅིག་ནང་ཁོ་ཚོ་གི། དམིགས་བུ་བསྟན་ས་འགྲོ་འགྲོ་པ་དང་ཁ་མི་ར་བཞིའི་ཚེ་འགོ་བཙུགས་བྱ། མགོ་བཙུགས་ཡོད་དེ། དང་པོ་དེ་སྐྱེ་དགུ་གྲོང་ཁྱེར་རང་གི་མཐའ་དེ་ལ་རྐྱེན་རྐྱེན་གཉིས་ལས་ཀྱི་དང། གདོན་ནི་འགི་ལས་གྲུང་དེ་གཉིས་ཁོ་ཚོ་སྐྱེ་དགུ་གྲོང་ཁྱེར་གྱི་མཐའ་ཁོ་རང་ཁོ་ཚོ་གནས་སྤོ་བྱེད་བྱ་ར་དེ་ཉིས་སྟོང་བཞི་གི་སྤྱི་ཟླ་བཅུ་གཅིག་ནང་རེད་བྱ། ནི། དེ་གནས་སྤོ་བྱེད་དུ་བརྩམས་པ་ཁོ་ཚོ་དབུས་གཞུང་ཡིན་ན་རེད་ས་གནས་ཀྱི་གཞུང་ཡིན་ན་རེད། ནི། ལྟ་ག་ལ། མཐོ་སློབ་མི་དེ། Intellectual མི་མཁས་དབང་དེ་འདྲ་ཡིན་ན་རེད། ནི NGO ཡིན་ན་རེད། གཞུང་འབྲེལ་མིན་པའི་ཚོགས་པ་ཡིན་ན་རེད། མང་པོ་གཅིག་པའི་དོ་སྣང་ཤུགས་ཅུང་ཞིའུ་ཆེ་ཆེ། དེ་ལ་ཁོ་ཚོ་གི་ཟབ་སྦྱོང་སྤྲད་ཡ་ཡིན་ན་རེད་ད་དེ་འདྲའི་ཞིག་དོ་སྣང་ཤུགས་ཆེན་པོ་སྤྲད་བྱ་ཐབས་དོ་སྣང་ཤུགས་ཆེན་པོ་སྤྲད་དགོས་ད་རྒྱུ་མཚན་ག་རིམ་གྱིས་རེད་བྱས་ལ་ན། ཁོ་ཚོ་དེ་དམིགས་བུ་བསྟན་ས་ད་ཙམ་འགྲོ་པ་གཞན་དག་དེ་ཚོ་ལས་སེམས་ཤུགས་པ་ཡག་གི་དམིགས་བུ་བསྟན་ས་འགྲོ་པ་གནས་པོ་བྱས་དེ་ཡིན་པ་སོང་ཙང་དེ་ལ་ཁོ་ཚོ་དང་པོ་ཏོག་ལ་ཡག་པོ་ཞུ་བྱས་ཙམ་པ་རང་བཞིན་གྱི་འགྲོ་པ་གཞན་དག་དེ་ཚོ་ཡང་སེམས་ཤུགས་འཕགས་དགོས་པོའི་འདས་པ་ལས་དེ་འདྲི་བཟོད་བྱེད་དུ་ཁོ་ཚོ་དེ་འདྲི་ལི་བུ་རི་བྱ་རང་དེ་པོའི་དུས་བཟང་པོ་དང་པོ་ཁོ་ཚོ་གི་ས་ཁུལ་དེ་ནི་ཁོ་རང་ཚོ་གི་མི་ད་ཁ་ལོ་དབུས་གཞུང་ཁོ་རང་མི་གི་ཡིན་བྱེད་ཆེ་བ་དེ་འདྲ་མི་ཁ་ཤས་ཤིག་འདམ་ནི་ཁོ་ཚོ་གི་འགྲོ་བ་ག་བ་ཕྱོགས་ནས་ས་ཆ་ག་བ་ལ་འགྲོ་གནས་སྤོ་བྱེད་དགོས་འདུག་ཁོ་ཚོ་ལས་འགན་སྤྲད་བྱས་དེ་འདྲི་བྱས་བྱས་ཤིང་ཡིན་ནས་ལས་ཁོ་ཚོ་གི་བར་བ་ལས་བྱ་གི་པོའི་དུས་བཟང་པ་སོ་སོ་འགྲོ་བ་ལ་མི་མང་བོད་མི་མང་གི་འབྲོག་པ་དེ་ཚོ་ལ་འཚོ་བ་ལ་ག་རེ་ཡག་ས་རེད། ཁོ་ཚོ་ལ་བཅར་འདྲི་བྱེད་ཁོ་ཚང་གོ་བ་སྤུ་གིན་འཚོ་བ་ག་འདྲའི་སྒོ་དུ་བཅར་འདྲི་བྱེད་མེད་པ་ཅེས་བཅར་འདྲི་བྱེད་མེད་པ་ཅེས་ཁོ་རང་ཚོ་རང་གིས་ད་ག་བ་གཏན་འབེབས་བྱས་གང་ས་ཁོ་རང་ཚོ་རང་གིས་བྱས་ཤོག་རོགས་གཉིས་ཁོ་ཚོ་གིས་ད་ག་འདྲའི་བྱས་བྱས་ལབ་ན། བཙན་དབང་རང་མ་བྱས་པ་བྱས། ཡུས་ཧྲུའུ་ཁུལ་རྫོང་ཡིན་ན་རང་ཚོ་རྫོང་གི་འབྲོག་པ་དེ་ཁུལ་དེ་ནས་འབྲོག་པ་བརྒྱ་ཐམ་པ་ཞིག་དེལ་སྤོ་དགོས་རེད་ནི་སོ་སོ་ཉམས་ཞིབ་སུ་ནས་ཡོང་གི་ཡིན་པས་དེ་འདྲི་ཞིག་ཡོང་མིན་ན་དེ་དེ་ཁེ་ཕན་ཡོད་རེད་དེ་འདྲི་ཞིག་བཙན་དབང་རང་མེད་པ་ཆེས་དང་པོ་ཐོག་དེ་འདྲི་རེད་ཞིག་གལ་སྲིད་དེ་གྲངས་ཚད་དེ་མ་ལོན་པིན་ན་ཡང་ཁྱོད་རང་ཚོ་སྤོ་དགོས་རེད་ད་དེ་སྤོ་དགོས་རེད་ད་དེ་འདྲི་ཞིག་དེ་འདྲི་ཡིག་མང་པོ་བྱེད་ཤག་གཉིས། སྤྱི་བཏང་གི་སྐྱེ་རྒུ་མདོ་ས་ཁུལ་ལ་ད་འགྲོ་བག་གི་གནས་སྤོ་བོ་བྱེད་དུ་བསམ་པ། གཉིས་ཁ་མོ་ར་སུང་སི་ཐན་ར་གཡས་ཀྱི་དུ་ད་འགྲོ་བག་གནས་སྤོ་བྱེད་བསམ། སྤྱིའི་གར་ལ་ན། དྲུང་ཆེ་ལ་ཐག་ཉེ་བོ་བྱེད། ཡིན་ནི་ལས་དྲུང་ཆེ་རང་མེད་པ། དྲུང་ཆེ་གཉིས་ཀྱི་ད་སྐྱེ་རྒུ་མདོ་དང་ནི། འབྲི་སྟོད་ཀྱི་རྫོང་གི་དྲུང་ཆེ་ཞོ་ར་ཁོ་གཉིས་པ་ར་ལ་ཐག་ཉེ་བོ་ཡོད་ས་ལང་ཀ་གང་དེ་གནས་སྤོ་བྱེད་དེ་འདྲ་ཅིག་བརྒྱུད་བྱེད་ར་རྩ་ཐང་གང་ལ་ཡིན་པ་གང་ཞིག་ལ། ཡང་སྤྱིའི་གར་ལ་ན་དྲུང་ཆེ་རང་གི་ཐག་གོ་རང་ལ་དྲུང་ཆེ་དེ་གི་ནང་ལོགས་ལ་ཚུ་ཡས་ཡོད་ར་དྲུང་ཆེ་དེ

དེ་རྗེས་ལ་ཉིས་སྟོང་བདུན་ལ་ཁོ་ཚོ་མི་ཚང་བདུན་ཅུ་དེ་ཉིན་སྲུང་གནས་སྤོ་བྱས་ཤག་དེ་རྗེས་ལ་ཉིས་སྟོང་བདུན་གྱི་རྗེས་ལ་མང་པོ་བསྟུན་བྱས་ནས་ཁ་གསལ་བོ་གས་མི་འདུག་ག་ཅིག་ན་ཉིས་སྟོང་བཅུ་ལ་ས་ཡོན་བྱུང་བའི་སྲུང་ཙག་ནི་བེད་ཁོ་ར་གང་ཚ་རྩ་ཐོར་འགྲོ་ཡ་ཆེ་དེ་འདྲི་བ་དཀའ་ངལ་མང་པོ་འཕྲད་དུ་ཤག་ད་ཁོ་ཚོ་གི་གནས་སྤོ་བྱེད་འཇོག་དེ་རྣམས་ལོ་ནི་ག་རེ་བྱུང་ཤག་ལ་ན་དེ་ནི་དེ་འདྲ་ཡུས་ཧྲུའུ་ཁུལ་ལ་ཡང།

སྦྱོང་བརྡར་བཀྲི་ཡ་འདྲ་བོ་དང་གཉིས་ཡིན། ཚེམ་བཟོ་བ་དེ་འདྲ་བྱེད་ཡ་འདྲ་བོ་དང་ཡིན་ཁོ་ཚོ་ཡང་ང་ཚོ་བདེན་ཐག་ཡ་དང་འདྲ་བཟོ་གྲྭ་དེ་འདྲ་བཙུགས་ཡ་དང་གཉིས་ནོར་ཝེ་གི་ཁོ་རང་གི་ག་ལོག་ད་ཨེན་ཇི་ཨོ་མང་པོ་ལྷས་བྱས་ཁོ་ཚོ་ལ་བལ་སྦྱོང་བརྡར་བཀྲི་ཡ་དེ་འདྲ་མང་པོ་ཞིག་བལ་དོ་སྣང་ཤུགས་ཆེན་པོ་ཞུ་ཞིག་ལས་བྱ་གཞུང་ཁོ་རང་གི་དེ་ལ་བལ་པོར་རྒྱབ་སྐྱོར་ཡོད་པ་འདྲ་བོ་སྟོན་ཡ་དེ་འདྲས་ཁོ་ཚོ་ལ་ལོ་གཅིག་ལ་བལ་ཤ་མང་པོ་བཀྲི་ཡ་དེ་འདྲས་མང་པོ་བྱུང་ཤ་དེ་ནས་ལ་ཁོ་ཚོ་ཟླ་བ་གཉིས་སུ་བཅད་ལ་སྒོ་རྒྱབ་བོ་ཁེ་ཤ་དེ་འདྲས་ད་སུམ་རྟགས་རིང་པོ་དེ་འདྲས་ཅིག་བྱུང་མི་འདུག་དེ་ནས་ད་ཁོ་ཚོ་ད་ལྟའི་གི་ཁོ་ཚོ་གི་འཚོ་བ་ད་ག་རེ་བྱེད་ལ་ན། གཉིས་དབྱར་རྩྭ་དགུན་འབུ་གོ་ཡ་འདྲ་བོ་དག་ནི། ཁྱི་གསོ་བྱེད་གཉིས་ཁྱི་ཚུང་ཁྱི་ཚུང་བཙོང་ཡ་རྒྱ་མི་ལ་ཁྱི་བཙོང་ཡ་འདྲ་བོ་དག་ནི་དེ་འདྲའི་རིགས་བྱ་རེད་ནི་ཁོ་ཚོ་ད་ལྟ། ཉམས་ཞིབ་པ་མང་པོ་ཅིག་ཁོ་ཚོ་བསྐྱར་འབྲི་བྱེད་བརྩམས་པ་ད་ལྟ་ལས་ཁོ་ཚོ་སྐྱེ་རྒུ་གྲོང་ཁྱེར་གྱི་ཁོངས་གཏོགས་ལས་ད་ལྟ་ཚུད་གི་མི་འདུག་ནི་ལས་ཀ་ཡིན་ན་ཁོ་ཚོ་རག་གི་མི་འདུག་བྱས་ཙང་ཁོ་ཚོ་ད་ལྟ་མང་པོ་ཞིག་པ་རྩྭ་ཐང་རང་ལ་འགྲོ་ཡ་གི་འགལ་ཟླ་ཤུགས་ཆེན་པོ་ཡོད་རྒྱུ་དེ་འདྲའི་བྱེད་རིགས་བྱེད་ནི། དེའི་རྗེས་ལ་ནི་ཡང་སྐྱེ་རྒུ་ཡི་རྫོང་ནང་རང་ལ་ཡོད་རྒྱུ་གི

རྩྭ་ཐང་གང་ནས་ཡིན་པ་གང་ཤེས་ལ་སོ་སོའི་རྩྭ་ཐང་བར་མེད་པ་དེའི་རྩྭ་ཐང་ཡིན་རྒྱུ་ཡང། ལམ་ཁ་འདྲ་མིན་རྒྱུ་དེ་གནས་སྤོ་བྱེད་མིག་སོ་སོ་གི་དགོས་རྒྱུ་སེམས་ཁྱེད་སོགས་ག་ལ་འོ་རེད། བརྒྱ་ཆ་བརྒྱ་ནས་ད་ལྔ་བཅུ་བཞི་བཅུ་དེ་འདྲི་མང་ཉུང་རུ་བཏང་དགོས་དེ་འདྲི་ཞིག་མང་པོ་ཞིག་ཁོ་ཚོ་བྱེད་བཞག་ག་ནི་ཁོ་ཚོ་ད། ཕལ་ཆེ་བ་དེ་ཁོ་ཚོ་དགུ་བཅུ་སུམ་ཅུ་གང་ཚོད་བཙོང་དགོས་ཡས་ཆེ། སོ་སོ་གི་རྩྭ་ཐང་དངོས་གནས་དར་ས་དེ་གཞུང་ལས་རྩིས་ཞིབ་སྤྲད་དགོས་ཡས་ཆེ་རྩིས་སྤྲད། གཉིས། གལ་སྲིད་རྩྭ་ཐང་གི་ལ་ཆས་སོ་སོ་གི་རྩ་རྩྭ་ཐང་དག་གི་ཡས་ལ་ལ་ཆས་ཡས་བུད་ན། རྒྱལ་མི་ཁོ་མོ་ལོ་གཅིག་ལ་སྟོང་ཕྲག་དྲུག་དང་དེ་འདྲི་ར་ཡས་ཆེ་གལ་སྲིད་རྩྭ་ཐང་གི་ལ་ཆས་མས་བུད་ན། ལོ་གཅིག་ལ་སྟོང་ཕྲག་གསུམ་དེ་འདྲི་ཅིག་ཁོ་ཚོ་ལ་ཚུ་སྐྱོབ་སོ་སྤྲད་ཡས་འདུག་ར། ཡིན་ནའི་ལོ་ཁོ་ཚོ་ད་ལོ་དྲུག་ལོ་གཅིག་ལ་སྟོང་ཕྲག་དྲུག་རག་གི་ཡོད་ན་སྟོང་ཕྲག་གསུམ་རག་གི་དེ་གི་འཚོ་བ་ཁ་པོ་ཡིན་པ་སུ་མཚང་ཁོ་ཚོ་གི་འཚོ་ཐབས་གཙོ་བོ་དེ་ནི། ཡ་རྩྭ་རྒུན་འབུ་བརྐོ་ཡས་དང་ནི། མང་པོ་གཅིག་གིས་སོ་སོ་གི་པིང་རྒྱག་དེ་འདྲ་འབྲོག་པ་རྣམས་རང་ཅག་དང་རིག་གནས་འདི་ནས་ཡོད་ན་དེ་ཚོ་ལ་སྐྱབས་བཅོལ་གྱི་སྡིག་ཏུ། དེ་ཚོ་ལ་ཕར་འགྲོ་བྱས་ནས་ཁོ་ཚོ་ཡང་ཡག་ཚོ་ཁར་རོགས་པ་བྱེད་ཡག་ཡིན་ན་རེད་དེ་འདྲི་བྱས་ཀྱི་སྐྱབས་བཅོལ་སྡིག་བཤགས་ར་ཡིན་ནས་ཁོ་ཚོ་ད་ལྟ་གནས་སྤོ་བྱེད་འཇུག་དེ་ནང་ལོགས་ལ་ལས་ཀ་མི་འཇོ་ཅག་ཡིན་པ་སོང་ཙང་ག་རེར་འདུག་ལ་ཁོ་ཚོ་ལ་ཚོང་ཁང་ཚོང་ཁང་གཉིས་འདུག་ར་ཚོང་ཁང་གཅིག་དེ་དང་ན་ང་ཚོ་ལྟད་མོ་ལྟ་ཡ་དེ་འདྲ་གཡག་རྩྭ་དེ་འདྲ་ཡོད་ར་ད་དུས་ཚོད་མང་པོ་ཡོད་པ་སོང་ཙང་དེ་འདྲི་བྱེད་རིག་བཤགས་ར་ཚོང་ཁང་གཅིག་དེ་ནས་ལྕགས་ལ་ཞེ་འདྲ་བཙོང་ས་བྱེད་དེ་ནང་ལོགས་ནས་ནི་ཉམས་ཞིབ་པ་གཅིག་གིས་ག་རེ་ཞུ་བྱས་ལ་ན་ད་ལྟ་ཁོ་ཚོ་གི་གནས་སྤོ་བྱེད་འཇུག་དེ་ནང་ན་ནང་མི་གཅིག་རང་གཅིག་དང་སོ་སོ་གི་དེང་དུས་ཀྱི་མཚུངས་དང་འཚོ་བ་བསྐྱལ་ཐུབ་ངེས་དེ་ནང་མི་གཅིག་རང་གཅིག་མ་གཅིག་མ་གཏོགས་མི་འདུག་ལ་དེ་འདྲི་ཁོས་བཤད། ནི་དེས་འབྲི་སྟོད་རྫོང་ལ་ནི་འབྲོག་པ་གནས་སྤོ་བྱེད་འཇུག་ཞིག་རེད། འབྲི་སྟོད་རྫོང་ལ་འབྲོག་པ་གནས་སྤོ་གཉིས་འདུག་རྫ་ཧི་ལ་གཅིག་དང་འབུ་བ་ལ་གཉིས་འདུག་ཁོ་གཉིས་ཅག་གིས་ད་ལྟ་རྨིད་བུ་གཏན་ས་གི་འབྲོག་པ་གཞིས་ནང་ནས་གཉིས་བྱ་དགོས་རེད་དེ་ཡིས་ཉིས་སྟོང་བཞི་རུ་འགོ་ཚུགས་འཇུག་བྱས། ནི་ཁོ་ཚོ་ཡི་དཀའ་ངལ་ཐག་རང་འཕྲད་ཀྱི་འདུག་ནི་འགྲོ་དགུ་རྒྱུ་ཚན་ཆེ་གང་ཚ་བཙོང་དགོས་ཡ་ད་ལྟ་གང་དུ་སུ་གང་ཚ་སྐྱིད་པ་སྐྱིད་ཡང་རེད་གང་སུང་དེ་གང་ཚ་ཕེ་ཆག་སྐྱིད་པ་སྐྱིད་ནི་ཁོ་ཚོ་འཚོ་བ་བརྟེན་ས་དེ་འབུ་ཡ་ཚ་འབུ་འགུ་ཡ་ཚ་འབུ་འབུ་རང་བཀོལ་བྱས་ནི་འཚོ་བ་སྐྱེལ་དགོས་ཡ་ནི་ཁོ་ཚོ་ཡི་ད་འཚོ་བ་མང་བོ་སྐྱེལ་དེ་ག་རེ་བྱེད་དགོས་ལ་ན་འབྲོག་པ་ཆོས་ལ་ཕར་འགྲོ་ཅེས་གཉིས། བླ་ས་ཅིག་གིས་གཡག་མཚོ་ཁ་འགྲོ་ཡ་ཞོག་དེ་ཤུགས་ཆེན་པོ་བྱས། གཉིས་ཕས་ཆོག་ད། སོ་སོ་གིས་གནས་སྤོ་བྱེད་འཇུག་ས་ཆ་དེ་གཉིས་ཆ་ལ་ག་རེ་ཆགས་ཡོད་དམ། རྒན་མགོ་རང་བསྡད་དེ་ས་ཞིག་མི་ཞུ་འཇུ་ཞོར་མཐོང་ཡ་མི་འཇུ་ད་དེ་ཚང་ཁོ་ཚོ་ལ་ག་རེ་མིང་འགྲོ་ཞིག་ག་རེ་བཏགས་དགོས་དམ་ངལ་གསོ་རྒྱག་ས་དགོས་དམ། གྲོང་གསེབ་ལོ་རེ་དེ་འདྲའི་འགྲོ་ཞིག་ཁོ་ཚོ་གིས་ད་མིང་འགྲོ་ཞིག་འདི་བཏགས་ཤག། དེ། ད་དེ་རེད་ཐ་མ་དེ། ཆུ་མ་ལེགས་རྫོང་ལ་ནི་འབྲོག་པ་གནས་སྤོ་ཁ་མ་རོག་གཉིས་བྱས་ཞག། གཉིས། དང་པོ་དེ་ག་རེ་ལ་ན། ཉིན་བརྒྱ་བཞི་བཅུ་དེ། འབྲོག་པ་དེ་ཕྱི་མ་ལ་ཡིན་པ་གང་ཞིག་ལ་གནས་སྤོ་བྱེད་ས་དེ་ནི་གོར་མོག་གི་གནས་སྤོ་བྱེད་བྱ་བ་ཁོ་ཚོ། ཉིན་བརྒྱ་བཞི་བཅུ་དེ་ནི་ཉིན་བརྒྱ་བཅོ་བརྒྱད་དང་སུམ་ཅུ་སོ་གཅིག་དེ་ཕྱི་མ་ལས་བརྫུན་ཁོ་རང་ཚོ་རང་ལ་གནས་སྤོ་བྱེད་འཇོག་དེ་རིགས་བྱ། ནི་ཁོ་ཚོ་གི་ད་ཏི། ཕྱི་མ་ལས་བརྫུན་གྱི་གནས་སྤོ་བྱེད་འཇོག་ཚོ་འཚོ་བ་ཏི་ག་ལོག་ད། སྤྱི་བཏང་ཁོ་ཚོ་ཡོང་ཁུངས་ཤུགས་ཆེན་པོ་ཇི་འདྲ་ཡིན་སྐྱིད་པ་ཡིན་ན་ཡིན་ལེ་ཁོ་ཚོ་ས་གནས་ཀྱི་གཞུང་གིས་རྒྱབ་སྐྱོར་ཡག་པོ་འོ་ཟེར་བ་བྲིས་འདུག་ག་ཚོད་འདུག་ན་ཁོ་ཚོ་ལ་ཚེམ་བུ་རྒྱག་ཡ་དང་མ་ཎི་སྐུ་རྒྱག་ཡ་དེ་འདྲ་སྦྱོང་བརྡར་བྲིས་ཡ་རེད་ཡིན་ཡང་དེ་འདྲ་གད་སྙིགས་གཙང་མ་བཟོ་གཉིས་དེ་འདྲ་གུརུབ་དེ་འདྲ་བཟོས་ཀྱི་ཡང་བླ་ས་ཡིན་ན་རེད་ཡང་ཁ་ཁ་ཤས་ཡང་བཱ་སི་ཀེད་བཀྲིས་འདུག་བཟོས་འབྲི་འདུག་བྱས་ཀྱི་ནི་བེ་ཤ་ས་ཡིན་ན་རེད་ཁ་ཤས་ཡང་སོ་སོ་གི་གཞས་འཁྲབ་གཉིས་དེ་འདྲ་གུརུབ་དེ་འདྲ། སྤྲིན་འགྲོ་བཟོས་ནི་ག་ས་ག་ལ་ཡིན་སྟོན་ཁ་འགྲོ་བྱེད་ནི་ཡུལ་ཁམས་ས་ཡ་འགྲོ་དེ་འདྲའི་འགྲོ་ཞུགས་ཁོ་ཚོ་བྱེད་ཀྱི་འདུག་ནི་ད་ལྟ་དེ་མ་ཚད་ཁོ་ཚོ་གིས་ད་ཁང་པ་ནང་ལ་གཙང་མ་བཟོ་ཁར་འགྲོ་བྱེད་གླ་ས་ཡ་དེ་འདྲའི་དུ་ཁོ་ཚོ་གིས་དབུས་ས་གནས་ཀྱི་གཞུང་གིས་ཁོ་ཚོར་རྒྱབ་སྐྱོར་ཞུ་བཞིན་རག་གི་འདུག་ཡིན་ནའི་ལས་ད་ལྟ་ལས་ཁོ་ཚོས་དཀའ་ངལ་མང་པོ་ཞུ་བཞིན་ཁྲིད་ཙམ་པར་ཁོ་ཚོ་གིས་ད་འདོད་པ་ག་རེ་བྱེད་ལ་ནི་རྩྭ་ཐང་རང་ལ་ཕར་འགྲོ་བྱེད་སོ་སོ་སྙེ་མ་འཚོལ་བ་ག་རེ་སྐྱེལ་བ་དེ་དག་རང་སྐྱེལ་གི་ནི་ཡིན་འདོད་པ་ཤུགས་ཆེན་པོ་བྱེད་ཀྱི་འདུག་ཡིན་ནའི་ཁོ་ཚོའི་ལུང་པ་དེ་ལ་ནི་དབྱར་རྩྭ་དགུན་འབུ་འདི་འདྲ་གས་རག་གི་མི་འདུག་ནི་ད་ལྟ་འོ་དེ་ག་རེ་ལ་ན། ཆུ་མ་ལེགས་ཀྱི་འབྲོག་པ་ཡིན་པ་གང་ཞིག་ལ་ནི་གོར་མོ་ཆོལ་བ་འབྲོག་པ་གནས་སྤོ་བྱེད་འཇུག་རེད་བྱ། ནི་ཁོ་ཚོ་ལ་སྤྱི་བཏང་འཚོ་བ་དེ་ག་རེ་ཡག་པོ་འགྲོ་འདུག་ན་མ་གནས་བཀོད་བརྒྱབ་ཅིག་དེ་ནི་དེ་ག་ཅིན་གོར་མོ་ཆོལ་ལ་ཀྲུའུ་རིས་ཞུ་ཞུ་འགོ་དོ། རེ་ལོས་ལྕགས་ཟམ་དང་ཐུལ་བ་བྱས་ནི་ཁོ་ཚོ་དེ་ནི་ཡོད་ཡོད་ཙམ། ནི་ཁོ་ཚོ་ལ་མ་གནས་བཀོད་བརྒྱབ་ཅིག་དེ་འདྲའི་ཙོང་ཡན་འདྲ་བོ་དང་ཡང་སྤུ་གུ་ཆུང་ཆུང་དེ་ཚོ་བེད་སྤྱད་དོ་ལོག་དང་འདྲ་གོན་ཅིག་པར་བརྒྱབ་ཅིག་ནི། དེ་ནི་སྤྱད་ཅེས་དེ་ནི་སྤྱད་ཅེས་ཁོ་ཚོ་སྐད་ཆ་ས་ཡ་དང་མང་པོ་ཞུ་གི་འདུག་རོགས་ཡིན་ནའི་ལས་ད་ཁོ་ཚོ་དཀའ་ངལ་ཁ་ཁྲིད་འདུག་ན་ཁོ་ཚོ་མི་རིགས་གང་ཟག་རྫུང་གཞན་དག་ག་ཅི་ཡིན་པ་སོང་ཙང་གོར་མོ་རྫུང་གི་ཡང་དེ་ལ་རྒྱབ་སྐྱོར་ཤུགས་ཆུང་མ་ཐོ་ཡ་དེ་འདྲ་དེ་འདྲི་ཞིག་དཀའ་ངལ་མང་པོ་ཁྲིད་འདུག་ནི་ཁོ་ཚོ་ད་ལྟ་ཁ་ཤས་ད་ལྟ་གར་བྱུང་ཞེས་ལ་ན་ནི་གནས་སྤོ་བྱས་ཙང་ཆུ་དེ་ནི་བེད་ཁོར་ཡང་ཚུར་རང་འཇག་འབྲོག་པ་ག་ས་དགུ་ཆུ་ཚུད་ཡོང་བྱས་ནི་སྤུན་འཇག་གི་སོ་སོ་སྤུན་ད་དུ་ཚོ་གི་གཡག་འཚོ་ཡ་དང་དེ་འདྲི་བྱས་ཅི་ད་འདྲ་འཚོ་བ་ཅི་ཉིན་ཡང་ག་ཤས་ཤིག་འདུག།

བདག་དེ་ཡོད་རེད་དེ་རག་གི་རེད་ལབ་ཙང་བདག་པད་སེམས་དཔའ་དངོས་གནས་ཅིག་ཡོད་ཙང་ཧ་མ་གོ་ཅིག་སྲིད་ཇུས་དེ་ཧ་མ་གོ་ཅིག་དམ་ལམ་ག་ནས་བི་ཀེ་ལ་མཚན་རྟགས་རྒྱག་ཡོད་དེ་འདྲ་བྱུང་ཤག་རོགས་ཡང་ཁ་ཤས་ག་འདྲི་ཤག་ལ་ན་ནི་བི་ཀེ་ལ་ཁམས་པ་ཅིག་རག་གི་ཡོད་པ་སོགས་བྱས་དཔེ་ཤག་ཅིག་ལོ་ཅིག་སྤྲད་གི་སོང་པ་ཡང་སོ་སོ་ལ་གཡག་ཞེ་དྲག་མེད་འགྱོ་བདག་དེ་འདྲི་སྟེ་འགྲོ་པ་གནས་ཚེ་སྐྱོ་བོ་དེ་ཚོ་ཡང་ཐོ་རྒྱག་ཅིག་འགྲོ་ཉིན་དེ་འདྲའི་མང་པོ་བྱུང་ཤག་རོགས་ཡང་ཁ་ཤས་ག་ལ་ན་སོ་སོ་ནང་མིའི་སྤུ་བོ་དེ་ཚོ་དྲུང་ཆེ་ག་ལ་ལྷོ་ཆུང་ཆེ་ག་ལ་འགྲོ་ཚེ་འུ་ཚང་པོ་གཡག་འཚོ་ཡག་གི་འདས་པ་ཞེ་དྲག་མེད་པ་ཅིག་འགྲོ་པ་དེ་ཡང་དེ་འདྲའི་གནས་སྤོ་བྱས་ག་བྱས། ཡང་ཁ་ཞེ་གང་གིས་བྱུང་ལགས་ན། འབྲོག་པ་གནས་སྤོ་རང་གིས་དཀའ་ངལ་མ་ཕྲན་བས་ནས་ཉོས་སྟོང་དགུ་ལོར་ཁོ་ཚོ་གིས་རྒྱ་མི་གིས་དབུས་གཞུང་གིས་སྲིད་ཇུས་ག་རེ་བསྟན་ཞེས་ལགས་ན། སྤོ་བོ་ཆུང་ཆུང་གང་ཚ་ལྷོ་བྲ་ལས་འཇིག་པའི་འབྲོག་དགོས་ཡག་གི་སྲིད་ཇུས་ཤིག་བསྟན་འདུག་དེ་རྩོམ་པ་འབྲོག་པ་ཕྱོགས་དུ་ཚོ་ལྟ། སྤོ་བོ་ཆུང་ཆུང་ལྷོ་བྲ་འབྲོག་དགོས་ན་སྤོ་བོ་ཆུང་ཆུང་སྤྱི་བོ་གྲོང་ཁྱེར་ལ་ཆགས་ན་ཡོང་གི་མ་རེད་དེ་སྤོ་བོའི་ཆེད་དུ་ཡང་འབྲོག་པ་གནས་སྤོ་བྱེད་དགོས་དེ་འདྲའི་ཡིག་མང་པོ་བྱུང་ཞེས་ལགས། དེ་ནས་ལས་དང་ཁ་ལོ་དང་འབྲོག་པ་གནས་སྤོ་ཕྱིར་བརྩམས་པ་ས་ཆ་ག་ལ་སྤོས་དགོས་ཡོད་མེད་དང་ཁང་པ་ག་འདྲི་དགོས་ཡོད་མེད་དང་ཁོ་ཚོ་འཚོ་ཐབས་ཆེད་དུ་ག་རེ་དགོས་ཀྱི་མེད་དེ་འདྲ་བས་པ་འབྲོག་པ་ཚོས་ལན་ཁོ་ཚོར་བཅར་འདྲིའི་སྐོར་དཔྱད་བྱས་མི་འདུག་དེ་དཔྱད་བྱས་མི་འདུག་ར། དེ་ནས་ལས་དང་ཁོ་ཚོ་འབྲོག་པ་གནས་སྤོ་བྱས་ནས་དཀའ་ངལ་ཁ་ཁྲལ་བྱས་ན་ཁོ་ཚོ་དཔེ་ཤ་ཞུ་དགོས་ཀྱི་ཡོད་དགོས་ཡ་དེ་འདྲ་ཆགས་ག་གི་འདུག་ང་ཚོ་འབྲོག་པ་ལས་བརྩམས་པ་ཁ་ལ་ས་ཡ་སེམས་ཁྲལ་ཡོད་མ་རེད། པའི་སྐོར་ན་དཀའ་ངལ་ཅི་ཡོད་མ་རེད་ད། དེ་ནས་ལས་དང་ཚུལ་གནས་སྤོ་ཕྱིར་བརྩམས་པ་ཁ་ལག་བཅུག་མར་ད་དཔེ་ཤ་སྤྲད་ཅིག་ཉོ་གོ་ར་གང་ཚ་ཉུང་གུ་གང་ཚ་བས་མེའོ་ཆགས་དེ་ལ་དཀའ་ངལ་ཞུ་ཡི་ཆ་དེ་ཤེས་ར་ད་ཁོ་ཚོ་ཡུང་འབབ་ད་ཡུང་ས་ས་བ་ཅིག་ཚེ་དགོས་ཙམ་པས་དེ་དཀའ་ལས་ཁོ་བོ་ཤེས་ཡི་ཆ་དེ་ཤེས་ར་ཡིན་ནི་ཁོ་ཚོ་ད་ད་འབྲོག་པ་ནང་སྐྱིད་ཐང་དགུན་ཁ་ཡིན་ན་རེད་ད་ད་པས་གང་མགོ་ལོག་ད་ཡུ་ཤུ་ཁུག་ལ་བས་མཚམས་ད་དགུན་ཁ་དོག་ལ་བས་དཀའ་ངལ་ཆེན་པོ་ཡོད་ར་གང་ཅིག་བ་ཙམ་པ་ད་འབྲོག་པ་གང་ཚ་གང་མགོ་ལོག་བབ་ཤེས་ལ་ཡིན་ནི་ཁོ་ཚོ་དཀའ་ངལ་ཆེན་པོ་རེད་དེ་ནི་ནས་ད་ད་ཁོ་ཚོ་དེ་དཀའ་ངལ་ལས་ད་ད་ཡི་བས་ཁོ་ར་གནས་སྤོ་བྱས་ཙམ་ཅིག་དེ་ལ་ཁ་ཤི་ཡང་དཀའ་ངལ་མང་ང་ཁྲིད་དེ་ཡིན་ད་ག་ཅིག་ན

ནི་བོད་པ་དེ་ལྟ་བ་ཀླད་པ་འགྱུར་བ་དང་ཀ་ཀ་ཀོལ་ཀ་ལས་ཁོག་ཡོད་སོང་ཙང་ནི་དྲུང་ཆེ་མཆོག་ལ་དག་ཚུལ་གནས་སྤོ་བྱས་སོང་ན་ནི་མི་རིགས་གཞན་དག་དང། སྤྲེལ་མ་སྤྲེལ་ལོ་སོགས་ཀྱི་བེད་ཁོག་བོད་པ་གི་རིག་གཞུང་དེ་ག་ལས་ག་ལས་ཡོད་སོགས་དེ་འདྲིའི་ཆེ་ཆབ་སྲིད་དང་དེ་འདྲིའི་ཆ་དེ་འདུལ་བ། སྤྱི་བཏང་འབྲོག་པ་གནས་སྤོ་དེ་བྱས་ནས་བོད་པ་འབྲོག་པ་མང་པོ་ཅིག་ལ་ཀ་ཀ་དུ་ཞུ་ཤི་ཁྲེ་བཞག་དང་སུ་སོགས་ཟ་གི་སྨིན་མ་ནས་ཟ་ཡ་ཐོ་ཡ་གི་འདེབས་པ་ཁང་ཡོད་སོང་ཙང་ཡོད་པ་དེ་མེའོ་ཆ་ཡ་ཞིག་རིག་བྱ་དེ་གང་དེར་དང་སྤྱི་ཁུག་ས་ཁུལ་ལ་དཀའ་ངལ་བསྡུར་བ་གབ་ཆེ་དེ་ལ་ན་འབྲོག་པ་གནས་སྤོ་བྱེད་པ་གང་ལ་སྡུག་བསྔལ་ཅི་ཡིན་པ་གང་ཞིག་ལ་ཉིས་སྟོང་བཅུ་ལ་གསང་ཉུལ་བརྒྱབ་ཙམ་པ་བས་ཁང་པ་ཡོང་རྒྱུ་དེ་བཞིན་ན་མི་མང་པོ་གྲོངས་དགོས་ཡ་དེ་ནི་མང་པོ་ཞིག་སྤྲད་བྱ་ར་ནི་འབྲོག་པ་མང་པོ་ག་རེ་ལབ་བྱེད་ལ་ན་གལ་སྲིད་ང་ཚོ་འབྲོག་པ་ནང་ལ་ཡོད་པ་ཡིན་ན་ང་ཚོ་ནང་མི་མང་པོ་ཞིག་དེ་འདྲའི་གྲོངས་ཡོང་མ་རེད་ནི་དེ་འདྲའི་ཞིག་བྱས་བྱས་ད་ནི་ད་ལྟ་དཀའ་འགྲེལ་མང་དཀའ་ངལ་ལ་འཕྲད་དེ་བྱས་ར་ཞུ་ཡིན་ནོ་ཐུགས་ཆེ་གནང།